ད་དྲུག་པ་དེ་ག་རེ་རེད་དོ་ཟེར་རོ། ད་དྲུག་པོ་དྲུག་པ་དེ་ཡུམ་ཆེན་པོ་ཤེས་རབ་ཀྱི་བར་དུ་ཕྱིན་པའི་བར་ཡུམ་ཆེན་པོ་ཤེས་རབ་ཀྱི་བར་དུ་ཕྱིན་པའི་སྐོར་རེད། ད་འདི་ཡོད་ན་མེད་ན་དེ་རེད་ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་གཞན་དག་ལྔ་པོ་འདི་གའི་དེ་ཏི་གཅིག་པོ་རང་གི་རྒྱུད་ལ་སྐྱེ་ཡ་ཐབས་ཤེས་རེད། ཡང་ཡང་ད་ད་དུ་དེ་ལས་ཀྱང་སྙིང་རྗེ་བ་གཏིང་ཟབ་པ་ཞིག་ལབ་གི་ཡིན་ན། རང་གི་རྒྱུད་ལ་བྱམས་སྙིང་རྗེ་བཅོས་མ་མ་ཡིན་པ་ཅིག་སྐྱེས་དེའི་ནང་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཅིག་ཡོད་སྲིད་འདུག་དེ་ཉིད་རང་གི་རྒྱུད་ལ་མངོན་དུ་འགྱུར་རེས་ཀྱི་ཐབས་ཤེས་ལ་འོ་བདེ་མཛོ་བདེ་མདའ་མཁར་གཟུགས་རེ་ཁ་སང་གང་ན་མ་ཤེས་པ་བྱིན་པ་ཚུལ་ཁྲིམས་བསོད་པ་བརྩོན་འགྲུས་བསམ་གཏན་ཚུལ་ཚོད་རེ་རེ་ལ་དབྱེ་བ་མང་པོ་ཤེས་ཀྱི་འདུག་གཤེན་རབ་ཀྱི་བར་དུ་ཕྱིན་པ་དེ་ཡང་རང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཅིག་ཡོད་རེས་དེ་གཉིས་ངོ་འཕྲོད་ཡས་རིག་པ་ངོ་འཕྲོད་ཡས་ཀྱི་ཐབས་ཤེས་ལ་འདི་གས་ཚང་མ་བསླབ་ཀྱི་ཡོད་རེད། ང་ད་ཕར་ཕྱིན་དྲུག་གི་ནང་ནས་ཤེས་རབ་འདི་ཡོད་ན་མེད་ན་རེད། ཕར་ཕྱིན་གཞན་དག་འདི་ཐམས་ཅད་དེ་འདི་གཅིག་པུ་ཧ་གོ་ཡས་འདི་གཅིག་པུ་རང་གི་རྒྱུད་ལ་གཏོགས་ཡས་ཀྱི་ཐབས་ཤེས་རེད་གཞན་དག་འདི་གས་ཐམས་ཅད་དེ་འོ་འདི་རེད་མ་གཏོགས།

འོ་དེའི་རིམ་པ་ཞིག་བྱས་ནས་བོད་ང་ཚོའི་ནང་པ་སངས་རྒྱས་ཀྱི་ཆོས་དེ་མིང་བཏགས་ཡས་དེ་ཚོ་ཡང་དང་པོ་དེ་ཚོ་རགས་པ་རིམ་པ་རིམ་པ་བྱས་ནས་ཏག་ཏག་ཡར་འགྲོ་གི་ཡོད་རེད་མ་གཏོགས་པ་ཚུགས་ཚུན་ཕྱི་རོལ་བ་གི་གར་ཡོད་དང་པོ་དེ་འདྲ་ཡོད་ཕྱི་རོལ་བ་དེ་ཚོ་རིག་བྱེད་དེ་ཚོ་ན་འདྲ་གར་ཡིན་ན་ཡག་མ་གཏོད་གཟུགས་སྒྲ་དྲི་རོ་རེག་བྱ་དེ་ང་ཚོ་གཟུགས་བརྙན་ལ་ལབ་གི་ཡོད་རོ་ང་ཚོ་གཟུགས་བརྙན་ལ་གར་བྱིན་ལབ་གི་རེད་གཟུགས་དེ་རགས་པར་དང་པོ་དང་པོ་ཚང་མ་མངོན་སུམ་དུ Gross ཟེར་བ Solid འོ་དེ་འདྲ་རེད་དེ་དེ་ནས་གཟུགས་སྒྲ་ཟེར་བའི་དེ་ལས་ལྟེ་ཚེ་ཕྲ་རུ་ཕྱིན་པ། དྲི་དེ་ལས་ཀྱང་ཚར་གཟུགས་སྒྲ་དྲི་རོ་དེ་ལས་ཀྱང་ཕྲ་བར་ལྟ། རེག་བྱ་དེ་བས་ཀྱང་ཕྲ་བར་ལྟ་ན། དེའི་རིམ་པའི་དབང་དུ་བྱས་ནས་གོ་རིམ་བྲིས་པ་རེད་ཕྱི་རོལ་པ་གི་དང་པོ་དང་སྒྲ། དེ་ནི་ག་རེ་གཟུགས། ཡ་མ་དཀྲུགས་ནས་ལབ་བསྡད་རེད། ཁོ་ཚོས་ག་པར་ཅུང་ཟད་གར་བྱས་ནས་ལབ་དགོས་ཡོད་རེད། ངོ་ཚོས་དེ་ལ་ད་དཔོན་མི་ཟེར་བའི་སྙིང་ཆེན་པོ་དུ་བ་གོ་རིམ་དེ་བརྩི་ཡས་དུ་འཛུལ་ན། ཨོ་ཕུང་པོ་གཟུགས། གཟུགས། ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་ཤེས་ཀྱི་ཕུང་པོ་ཟེར་དོན་མཚུངས་ཡ་འོང་མ་འོང་མ་དུ་འཛུལ་རག་པ་རེད་གོང་མ་གོང་མ་ཕྲ་བར་ལྟ་དང། རིམ་པ་འདིའི་དབང་དུ་བྱས་ནས་བསྒྲིགས་པ་རེད་མ་གཏོགས་གང་འདོད་འདོད་ར་བྱས་ནས་བཞག་ཆོག་དེ་འདྲ་མ་རེད་ད། འོ་འདི་ཡིན་དུས་གམ་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་དེ་ཚོ་འོག་མ་འོག་མ་ལས་གོང་མ་གོང་མ་ཁྱད་པར་དུ་འཕགས་པ་པོ་རེད། འོ་དེ་འདྲའི་ཤེས་ནི་ད་དེ་ལྟ་མ་དེ་ཤེས་རབ་ཀྱི་བར་དུ་ཕྱིན་པའི་ཤེས་པའི་སྐོར་རེད། འོ་ད་ཤེས་བར་ཤེས་རབ་ཀྱི་བར་དུ་ཕྱིན་པ་དེ་ལ། ཐོས་པའི་ཤེས་རབ་བསམ་པའི་ཤེས་རབ་བསྒོམ་པའི་ཤེས་རབ་གསུམ་རེད་དེ། ཐོས་བསམ་སྒོམ་གསུམ་གསེག་བསྡུ་བ། ད་ལྟའི་ངས་མང་པོ་ནམ་རྒྱུན་ནས་མང་པོ་བསླབ་དགོས་ངས་བསླབ་ཚད་གང་པོ་དེ་ཐམས་ཅད་རིན་གོང་གཏུག་ས་དཔེ་བྱད་དུ་འཛུལ་རེད། ངས་ད་གཟ་ང་རང་གི་གར་སོ་རེད་སྙེ་མ་སངས་རྒྱས་དང་བྱང་ཆུབ་སེམས་དཔའི་མ་གསུང་བ་དེ་ཚོ་ནི་ང་ལ་ལའེ་ཡོད་མ་རེད། ཁོང་རྣམ་པ་ཚོས་གསུང་བ་དེ་ངས་ཀྱི་ལེན་འདོད་བྱེད་ནས་ངས་བསླབ་དགོས་ཡོད་རེད། དཔེ་བྱད་ནང་ལའི་ད་ག་ར་ཡོད་རེད། ངས་ནམ་རྒྱུན་ནས་བསླབ་པའི་ཐོས་བསམ་སྒོམ་གསུམ་གསེག་འདི་དང་པོ། སོ་སོས་ཀྱི་རྒྱུད་ལ་ཡང་ག་ཚོད་ཨ་མཆོག་ལ་མང་པོ་ཐོས་པ་དེ་ཡག་པོ་རེད་དེ། ཆོས་ཞུ་དགོས་རེད་ཆོས་གསན་དགོས་རེད་བཀའ་ཆོས་ཞུ་དགོས་རེད་ཟེར་ཡ་དེ་རྒྱུ་མཚན་དེ་རེད། ག་ཚོད་ཀྱི་མང་པོ་ཉན་པར་ད་གང་ཚ་ཅི་ཁྱེད་རང་གི་རིག་པ་དེ་རྣོ་རུ་རྣོ་རུ་རྣོ་རུ་རྣོ་རུ་ཡར་རུ་ཡར་རུ་ཡར་རུ་ཡར་འགྲོ་དགོས་རེད། ཆོས་ཉན་པའི་རྒྱུ་མཚན། ཉན་པའི་རྒྱུ་མཚན་ལ་ཐོས་པའི་རྒྱུ་མཚན་ལ་དོན་གར་བྱས་ནས་དེ་སྔ་ཁྱོད་རང་གིས་ཁྱོད་རང་མ་ཐོས་འགའི་དེ་ཚོའི་གསར་པ་དེ་འདྲའི་ཐོས་རྒྱུ་འདུག་ཨ། གསར་པ་ཐོས་ཡོང་དུས་ང་ཨ་ལེ་དེ་ངས་ཧ་གོ་མ་སོང་དེ་འདྲ་ཞིག་རེད་འདུག་ཨ་ཟེར་དུས་རིག་པ་འབར་ཡོང་གི་རེད་ད། དེང་སང་ཐོས་པ་དེ་དཔེ་མི་སྲིད་གལ་ཆེན་པོ་རེད་དོ། ཐོས་བསམ་སྒོམ་གསུམ་གྱི་ནང་ནས་དང་པོ་དེ་ཐོས་པ་དེ་དཔེ་མི་སྲིད་གལ་ཆེན་པོ་རེད། ད་ཐོས་པ་ཙམ་གྱིས་འགྲིག་གི་མ་རེད། ཐོས་པའི་དོན་དེ་ལ་བསམ་པས་སྒྲོ་འདོགས་བཅད་དགོས་པས། ད་བསམ་མོ་ད་ཅི་ངས་དེ་འདྲའི་ཅི་ཐོས་སོང་དེ་དངོས་གནས་རེད་དོ་མེད་དོ། སངས་རྒྱས་ཀྱིས་ད་འདི་གསུང་གི་འདུག་བླ་མ་དེས་ད་དེ་འདྲའི་གསུངས་སོང། དགེ་རྒན་དེས་ད་དེ་འདྲའི་ཅི་གསུངས་སོང། དངོས་གནས་རེད་དོ་མེད་དོ་ཁྱེད་རང་གི་སེམས་ཀྱི་ནང་ལ་གོམས་འདྲིས་སྐྱེ་གོམས་འདྲིས་ཡོང་ང་ཅི་ད་འདི། སྐྱེས་བུ་རེད། དེ་སྐྱེས་ཡོང་དུས་ཁང་ཁོའི་སྟེང་དུ་ཅེས་པ་བྱས་ནས་རེད་དུ་མི་འདུག་ཅེས་པ་བྱས་ནས། ཨ་ལས་ད་དོན་དག་འདི་དེ་རེད་དུ་བ་ཟེར་འདི་དཀར་པོ་རེད་དོ་ནག་པོ་རེད་དོ། འོ་དེ་འདྲས་ཀྱི་དབྱེ་བ་བྱས་ནས་ད་དབྱེ་བ་དེ་ཏག་ཏག་ངོ་འཕྲོད་ཡོང་དུས་ཁང་ད་ངོ་འཕྲོད་པའི་རང་བཞིན་འདི་ངེས་ཤེས་ཟེར་བའི་སེམས་ཀྱི་ནང། ངེས་པའི་ཤེས་པ་ཟེར་དུས་ཁང་དངོས་གནས་རང་དེ་དེ་འབའ་དེ་དེ་རེད་དུ་བ། བདེན་པའི་དོན་དེ་མངོན་སུམ་དུ་རྟོགས་ན་དེའི་སྟེང་དུ་སྒོམ་རྒྱབ་སྐྱོར་ཏེ་འདིར་ཐོས་བསམ་སྒོམ་གསུམ་ཟེར། སྒོམ་གསུམ་གྱི་དེ་གནས་ལུགས་ཀྱི་དོན་ཡང་དག་པ་དེ་རྟོགས། རྟོགས་པ་དེ་རྒྱུན་རིང་པོ་སེམས་ཀྱི་ནང་ལ་བ་ཞྭ་ཡས་དེ་རེད། Prolonged Sigdoinjina ལ་ཡིན་ན། སེམས་ཀྱི་ནང་ལ་རྒྱུན་རིང་དུང་ག་ཚོད་བཞག་ཐུབ་ས་རེད། སྐར་མ་གཅིག་སྐར་མ་གཉིས་སྐར་མ་བཅུ་ཆུ་ཚོད་གཅིག་ཆུ་ཚོད་གསུམ་ཆུ་ཚོད་བཅུ། ད་ལྟ་བ་ཅིག་དེ་ནི་ཤ་ཐུག་ཟེར། དེ་ནི་ཇི་སྟེ་འབེད་ཁོ་རང་ནམ་གནས་ཀྱི་བར་དུ་རྟག་པར་བསྟན་པ་ཁོ་རང་གནས་པ་དེ་དུས་དེ་སངས་རྒྱས་རེད། གང་ཡིན་པ་དེ་མངོན་སུམ་དུ་རྟོགས་ཚར་ཏེ། ད་བར་དེང་སང་སེམས་ཀྱི་ནང་ལ་རྒྱུན་རིང་པོ་གནས་པ་དེ་ཐབས་ཤེས་ལྟ་འགོར་བ། དེ་གནས་པ་དེ་ངེས་ཤེས་བརྟན་པོ་ཅིག་སྐྱེས་ན་རི་དྭགས། ངེས་ཤེས་མ་སྐྱེས་ཀྱི་བར་དུ་སྒོམ་ཡོག་མར་ལྟ། དེ་དང་ལུས་དྲན་པ་ཉེ་བར་བཞག་པ་ཟེར་བདག་ཇི་སྙེད་བསླབས་སོ། ལུས་དེའི་སྟེང་དུ་དཔྱད་པ་བྱས་ནས་དྲན་པ་ཉེ་བར་བཞག་ནས་ལུས་དེ་གང་ནས་བྱུང་བ་རེད་གང་འདྲས་རེད་རྒྱུ་ཇི་འདུག་བས་རྟག་པ་བསྟན་པ་ཡོད་རེད་བསྟན་པ་རེད་བས་ག་རེ་རེད་ཨོ་དེ་གང་གཱའི་བསྟན་པ་རེད་མི་འདུག་རྫུན་མ་རེད་ཤག་དེ་ག་ཐམས་ཅད་དེ་བདེན་པའི་རང་བཞིན་སྤུ་ཙམ་གྱིས་མི་འདུག་དེ་སྟོང་ཉིད་རེད་འདུག་བ་སི་ལ་མ་དེ་ཆོས་ཉིད་རེད་དོན་ངོ་མ་དེ་རེད་སྟོང་ཉིད་རེད་སྟོང་ཉིད་དོན་རྟོགས་པ་དེའི་སྟེང་དུ་སྒོམ་གོ་ལྟ་དེ་རེད་ད་སྒོམ་ཟེར། དེའི་མདོའི་གང་དག་ཐོས་པའི་ཤེས་རབ་བསམ་པའི་ཤེས་རབ་བསྒོམ་པའི་ཤེས་རབ་གསུམ་དུའོ། ད་ནམ་རྒྱུན་ངེད་ཀྱིས་ཞེས་ག་རེ་ཞིག་གོ་རེ་ཐོས་པ་བརྒྱ་ལས་བསམ་པ་གཅིག་ཟེར་བ་དེ་རེད་ལ། ཨམ་ཅོག་ལ་ཚར་བརྒྱ་ཐམ་པ་ཐོས་པ་དང། ཐེངས་གཅིག་གོ་བ་སྟེ། བསམ་བློ་ཡང་མོ་རྟགས་ནི་སྤྱད་པ་ཆེ་བ། དེ་འདྲའི་ས་སྤྱད་པ་ཆེ་བའི་འབྲས་དང། དེ་ནི་ཡག་སྡུག་བཟང་ངན་མཐོ་དམའ་གར་ཡིན་མེད་དེ་ངོ་སྤྲོད་ཡོད་པ་རེད། སྤྱད་པ་བྱེད་དགོས་པ། ད་ཅི་ཨམ་ཆོས་ལ་གོ་བ་འདི་གི་གོ་བ་རེད་མ་གཏོགས་སེམས་ཀྱི་ནང་ལ་ངེས་ཤེས་ཀྱི་སྐྱེས་ཏེ་དེ་གས་མི་འདུག་ག། དེང་སང་ཚར་རྒྱག་གོ་བ་དང། བསམ་བློ་གཅིག་བཏང་བ། བསམ་བློ་ཟེར་ཏེ་སྒྲོ་འདོགས་བཅད་པ་དཔྱད་པ་བྱས་ནས་གོས་སྟེང་དུ་འཐེན་བསམ་བློ་བཏང་ནས་འོང་གར་རེད་དོ་དཔྱད་པ་བྱས་ངོ་ངོ་མ་དེ། འོ་དེ་འདྲས་བྱས་པ་ཐོས་པ་བརྒྱ་ལས་བསམ་པ་གཅིག་བསམ་བློ་བཏང་བ་གཅིག་འདི་གི་ཕན་ཡོན་ཆེ་གི་རེད། ཡིག་རྩད་ཅིག་ཁྱེད་རང་ཚོ་ཡིག་རྩད་བཏང་དུས་གང་ལས་ག་རེ་ཡོད་རེད་ཨ་མཆོག་ནང་ན་ཚར་བརྒྱ་གོ་བ་དེ་ཡག་པོ་ད་རེད་སྐབས་འགའ་ལ་བརྗེད་འགྲོ་གི་རེད་ད་བསམ་བློ་ཅིག་བཏང་ནས་ཨ་ངས་དེ་འདྲས་ཞིག་གོ་སོང་ག་རེད་དོ་བསམ་བློ་ཅིག་བཏང་ནས།

འོ་བརྟན་པོ་བསྡད་པ་དེ་ངེས་ཤེས་དར་ཐོག་སྒྲོ་ཐོག་བཅས་ཡོང་དུས་གང་ལ་དེ་ནི་ཨ་ལས་ཚང་མ་དེ་ད་ལྟ་སྟོང་ཉིད་རེད་འདུག་ག་སེང་གེ་དེ་རྟོགས་དགོས་རེད། བདག་མེད་པ་རེད་འདུག་ག་སེང་གེ་དེ་རྟོགས་དགོས་རེད། དེ་རྟོགས་པའི་ངོ་ལ་དེ་ནི་སྒོམ་རྒྱག་དགོས་ཡིན་ན་སྒོམ་རེད། དེང་སང་ཐོས་པ་བརྒྱ་ལས་བསམ་པ་གཅིག། ཡང་བསམ་བློ་ཚར་བརྒྱ་བཏང་བ་ལས་སྒོམ་པ་གཅིག་ཡག་རེད་དེ། ད་ད་ཅིང་ལ་སོང་ད་བསམ་བསམ་གྱིས་སྒྲོ་ཐོག་བཅས་པ་རེད་སྒྲོ་ཐོག་བཅས་ཡོང་དུས་ཨ་ལས་དེ་རེད་འདུག་ག་བསམ་པར་ད་བསམ་བ་དེ་བརྟན་པོ་བསྡད་ཀྱི་རེད། རེད་དེ་ད་དུང་ཁྱེད་རང་གི་སེམས་རྒྱུད་དང། དངོས་གནས་ཁོ་རང་འདྲེ་རྒྱུ་མ་བླ་སེ་འདྲུག་བླ་སེ་གཟིགས་འདུག་ག་ཚོད་མིག་གཟབ་བྱེད་ཐུག་མ་རེད། དེ་མིག་གཟབ་བྱེད་ཡ་ཐབས་ཤེས་ལ་ག་རེ་དགོས་རེད་ད་སྒོམ་རྒྱབ་གོ་ད་ཅིང་ངོ་མ་དེ་ག་རེ་རོ་དེ་ནི་ཁོའི་སྟེང་དུ་དེ་འདྲེ་སྒོམ་ག་ཚོད་སྒོམ་པ་དེ་དེ་ནི་ངའི་ཤེས་དེ་བརྟན་པོ་དེ་ནི་དེ་ནི་ད for ever སེམས་ཀྱི་ནང་ལ་དེ་གི་དེ།

ཧཱུྃ་ལྟ་དུས་གང་ན་དེ་འདྲ་ཞིག་ཡོད་པ་ལྟ་བུ་ཞིག་གནང་གི་ཡོད་རེད་མ་གཏོགས། ད་དུང་བརྟན་པོ་རེད་ཟེར་བར་ཞིག་ཡོད་མ་རེད། ད་ཁོ་ལ་འགྲོ་ལོག་པས་མི་སྲིད་བརྟན་པོ་ཞིག་སྒོམ་རྒྱབ་བཤད་དུས་གང་ན་དེ་ནི་ག་པ་ཡིན་ནའི་ལམ་སང་ཁྲ་མིང་མིང་ཤར་ཡོང་དགོས་སེམས་ཀྱི་ནང་ལ་སྒོམ་དེ་གི་དེ་ག་ཚོད་ཀྱི་ནུས་པ་ཤུགས་ཆེ་རུ་འགྲོ་ཡི་ཡོད་དེ། དེང་སང་སྒོམ་སྒོམ་ཟེར་ཡས་དེ་ད་གནད་འགའ་གནད་འགའ་ཆེན་པོ་རེད་འདུག་ཨ། གར་སོགས་རེད། ཐོས་པ་མེད་པའི་སྒོམ་པ་ནི་ལག་ཐུམ་བྲག་ལ་འཛེགས་པ་འདྲ། ཡང་ཁ་ཤས་གར་ཟིག་གི་འདུག་ལམ་སང་ཁོ་རང་མཚམས་བསྙེན་དྲུག་ལ་འགྲོ་དགོས་རེད་ཟེར་ཡང་ངས་ཁ་བཏང་གི་མེད། ཁོ་རང་འགྲོ་སྟངས་ཤེས་ན་འདིར་བསྡད། ཐོས་ཐོས་བསམ་ཁེ་ཁེ་བྱས་ཡོད་མ་རེད་སློབ་སྦྱོང་ཁྱོན་ནས་བྱས་ཡོད་མ་རེད། བསམ་བློ་ཡི་འགྲོ་ལྡོག་བསམ་པའི་འགྲོ་ལྡོག་ཡང་བཅད་ཡོད་མ་རེད་ལམ་སང་མཚམས་བསྙེན་དྲུག་ལ་ཞུགས་སྒོམ་བརྒྱབ་བསྡད་པ་ཡིན་ན། ཐོས་པ་མེད་པའི་སྒོམ་པ་ནི་ལག་ཟླུམ་བྲག་ལ་འཛེགས་པ་འདྲ། སློབ་སྦྱོང་ཁྱོན་ནས་ཐོས་ཡོད་མ་རེད་བསམ་པའི་སྒྲོ་འདོགས་བཅད་ཡོད་མ་རེད་ལམ་སང་སྒོམ་རྒྱག་ག་འགྲོ་བ་ཡིན་ན། དེ་ནི་རིགས་གང་ལ་ལག་པ་མེད་དེ་འགལ་ཅིག་རིགས་གང་ལ་འཛའ་བ་དང་གཅིག་པ་རེད་ལ། དགྲ་གང་ལ་འཛའ་བ་གཅིག་པ་རེད་ལག་པ་མེད་ན་དེ་འཛའ་ཡི་ག་ལེ་ཁ་ཁུར་བ། འཛའ་དང་འཛའ་གིར་དགོས་ག་ལེ་ཁ་ཁུར་བ་ལག་པ་ཡོད་ན་སེམས་ཀྱི་སེམས་ཀྱི་འགྲོ་གི་མ་རེད། འོ་དེ་བ་མེད་པའི་སྒོམ་པ་ནི་ལག་ཐུམ་ཕྲག་ལ་འཛེག་པ་འདྲ་སོང་ནས་ཐོས་བསམ་ཚོད་དང་པོ་དེ་ཐོས་བསམ་བྱེད་དགོས་རེད། ཐོས་བསམ་བྱེད་དགོས་ཏེ་ཨ་མཆོག་ལ་ཐོས་དགོས་རེད་བསམ་པའི་སྒྲོ་འདོགས་བཅད་དགོས་རེད། ད་ཐོས་བསམ་ཐོས་བསམ་ཐོས་ཡང་བསམ་པའི་སྒྲོ་འདོགས་བཅད་ཐོས་བསམ་བསམ་པའི་སྒྲོ་འདོགས་བཅད་ད་ག་རང་གཡོ་བཞག་ན་འགྲིག་གི་མ་རེད་སྒོམ་རྒྱག་དགོས་རེད།

སློབ་སྦྱོང་མ་བྱས་པར་ལམ་སང་སྒོམ་གི་ཡོད་ཟེར་ལབ་པ་ནི་དེ་ཡང་འགྲིག་གི་ཡོད་མ་རེད། འདི་ན་ངེས་ཤེས་རིན་པོ་ཆེ་སྒྲོལ་མ་ཁྱེད་རང་ཚོ་ལྟ་གི་ཡོད་པ་ཨོ་ངེས་ཤེས་རིན་པོ་ཆེ་མདུན་ན་དྲི་བ་བདུན་འདུག་ག། རྩོད་པ་ག་སུ་ལྟོས་བསམ་སྒོམ་གསུམ། ཨོ་དེ་བཞག་སྟེ་སྒོམ་འམ་སྤྱད་དེ་སྒོམ་ཟེར་བ་དེ་དེ་ལྟ་ཅིག་དྲི་བ་གཅིག་དེ་རེད་པ། བཞག་སྟེ་སྒོམ་ཟེར་ན་མེ་དྲོད་དྲས་ཤིང། སྒོམ་བརྒྱབ་ནས་དེ་ནི་སྒོམ་བརྒྱབ་པའི་ཚེ་སྤྱད་པ་བྱས། སྤྱད་དེ་སྒོམ་ཟེར་ནི་ཐོས་བསམ་བྱས་པ། དེང་སང་ཐོས་བསམ་གཅིག་པོ་བྱས་ནས་འགྲིག་གི་རེད། སྒོམ་པ་གཅིག་པོ་བྱས་ན་འགྲིག་གི་རེད། ག་གི་ག་གི་གལ་ཆེ་གི་རེད་ཟེར་དུས་དང་ཁ་ཤས་ཐོས་པ་གཅིག་པོ་བྱས་ན་གལ་ཆེན་པོ་རེད་ཟེར་གི་འདུག་ཐོས་པ་རྐྱང་རྐྱང་ཅན་མི་ཚེ་དེ་ཐོས་པ་ཁོ་རང་བཅས་རྩོད་པ། དེ་ནི་དེ་འདྲ་ཅན་ཞིག་འགྲོ་མཁན་རིགས་མང་པོ་ཡོད་རེད། ད་ཁ་ཤས་ཡང་སྒོམ་གཅིག་པོ་བརྒྱབ་དེ་ནི་དེ་དུས་ཁ་གལ་མ་ཤེས་གི་འདུག་རེད་ཡོད་རེད། ད་དེ་ལབ་དུས་གང་ལ་ཡང་ཁ་ཤས་ནི། སྐྱེ་བ་སྔོན་མ་སོ་སོའི་གི་ཐོས་བསམ་འདི་ཤུགས་ཆེན་པོ་ཞིབ་ཆེ་བའི་རྒྱུ་མཚན་ལ་ལྟོས་ན་ལམ་བསམ་སྒོམ་རྒྱབ་ཀྱི་སྐབས་ན་རང་བཞིན་གཡའ་གྲོང་ཁྱེར་དེ་འདྲའི་ཡོད་ཨ་རེ་ཡང་དེ་ཚོའི་བསམ་གྱིས་མི་རྒྱ་བ་རེ་གཞན་ནུ་མི་ཚང་མ་གཅིག་ནང་བཞིན་ཡོད་མ་རེད་བ། ནམ་རྒྱུན་གཅིག་ཐང་ང་རང་ཚོ་ཟིན་པའི་ཨེ་བ་རེ་བྱེད་རོགས་དེ་ཚོ་ཧ་ལས་བ་ཡག་བ་ཡིན་མ་རེད་ང་ཚོ་དེ་གས་དེ་སྡུག་ཅན་ཡིན་མ་རེད་འོ་དེ་ཚོའི་ངོ་ལ་ཐོས་བསམ་ཐོས་ཐོས་བསམ་གཉིས་བྱེད་ཐོས་བསམ་གཉིས་བྱེད་དེ་སྒོམ་ཐོས་སྒོམ་དེ་སྡུག་བ་སྤྱད་སྤྱད་སྒོམ་སྤྱད་བ་སྒོམ་བ་སྤྱད་བ་སྒོམ་བ་དེ་འདྲ་བྱེད་དགོས་དེ། འོ་དེ་འདྲའི་ཤུགས་ཆེན་པོ་མ་བྱས་ན་ཡོང་གི་ཡོད་མ་རེད། ད་དེ་འདྲ་ད་ངས་དེ་དུས་ཚོད་འཕྲོ་བརླག་མང་པོ་བསྒྲུབས་འདུག་གང་དུ་ཡང་ད་ཐོས་པའི་ཤེས་རབ་ནི་ཆོས་ཀྱི་ཚིག་དོན་ཐམས་ཅད་བླ་མས་གསུང་རང་གིས་ཉན་ཏེ་གསུངས་པ་བཞིན་གོ་བ་དེ་ཡིན། ཐོས་པ་སམ་ཐོས་པའི་ཤེས་རབ་ཟེར་ཏེ་བླ་མས་གིས་ཁྱོད་རང་ལ་ཆོས་གསུང་གི་ཡོད་རེད། ཁྱོད་ཀྱི་ཚིག་གི་དོན་འདི་གས་དེ་བླ་མས་གསུང་གི་ཡོད་རེད་ཁྱེད་རང་ཨམ་ཆོས་ལ་གོ་བ་རེད། གོ་བ་ནང་བཞིན་ཁྱེད་རང་གིས་དེ་ལ་བ་གསུངས་པ་བཞིན་གོ་བ་དེ་ཡིན། བླ་མས་གང་གསུངས་པ་དེ་ཁྱེད་རང་གིས་ཨམ་ཆོས་ལ་གོ་བ་དེ་ལ་ཐོས་པའི་ཤེས་རབ་ཚིག་ད་ཁ་ཤས་བླ་མས་གསུངས་ཚད་གང་པོ་དེ་ཨམ་ཆོས་ལ་མ་གོང་གི་ཡོར་ད་གོང་མ་འགྲོ་ཨམ་ཆོས་ལ་གོ་བ་ནི་ག་རེ་ཟེར་གི་ཡོད་ན། ཧ་མ་གོ་གོ་གཏོང་གི་རེད། འོ་དེ་འདི་ཡོད་རེད། འོ་དེ་ཚོ། ད་དུང་ཕ་ནི་སུ། ཅིག་ཁ་སུ་བླ་མེད་ཀྱི་ཚིག་གི་དོན་གསུང་བས་ནི་ཚིག་གི་དོན་དེ་གང་ཡང་ངོ་མ་སྤྲོད། དེ་འདྲས་ཡོང་གི་འདུག་དེ་ལ་ཐོས་པ་ཟིག་སྨྲ་དང། ཐོས་པ་ཟེར་དེ་བླ་མེད་གང་གསུང་བ་ཚིག་དོན་ཚིག་གི་དོན་གང་གསུང་བ་དེ་གས་དེ་སོ་སོས་ཀྱི་བླ་མེད་གསུང་བ་བཞིན་དེ་སོ་སོས་གོ་བ་དེ་ལ་ཐོས་པའི་ཤེས་རབ་ཟེར། ཉེ་བར་བསམ་པའི་ཤེས་རབ་དེ་བླ་མེད་གསུང་བའི་དོན་དེ་དག་ཐམས་ཅད་གོ་བློ་དང་ཐོས་བློར་མ་བཞག་པར། ཨམ་ཆོས་ལ་གོ་བ་ཙམ་གྱིས་འགྲིག་མ་རེད་ཨམ་ཆོས་ལ་ཐོས་པ་ཙམ་གྱིས་འགྲིག་མ་རེད་ངས་ཐོས་སོང་ཡ་ཐོས་སོང་ཟེར་གོ་སོང་ཡ་གོ་སོང་ཟེར་དེ་ག་བཞག་བཞག་ན་ག་གས་ཕན་ཐོགས་མ་རེད་འདི་ད་ད་ཆོས་ཞུས་པ་འདི་ཡང་ཕན་ཐོགས་མ་རེད་འོ་ན་ག་རེ་བྱེད་དགོས་རེད་རང་རྒྱུད་ལ་ཤར་ཤར་བྱུང་བྱས་ཏེ་སོ་སོའི་སེམས་ཀྱི་ནང་ལ་ཡང་ནས་ཡང་དུ་གོམས་པར་བྱས་ནས་སྒྲོ་འདོགས་བཅད་དགོས་རེད་བསམ་པའི་སྒོ་ནས

ཨ་ཕ་མ་གཅིག་ལ་སྤུ་གུ་མང་པོ་སྐྱེས་ནས་སྤུ་གུ་སྐྱེས་ཚེ་གང་པོ་ཐམས་ཅད་ཤི་འགྲོ་གི་ཡོད་རེད། ཤི་འགྲོ་དུས་གང་ལྟར་རྒན་ལ་གཅིག་གི་བུ་ཞིག་སྐྱེས་རེད། བུ་སྐྱེས་དུས་གང་ལྟར་དེ་ཁྱོད་ནས་ཤི་གི་འདུག་གར་ཆིག་རོ་ཟེར་རེད་དེ་མིང་དེ་བུ་མོས་མིང་བཏགས་བཞག་ལ་བུ་དེའི་མིང་ལ་དེ་བུའི་མིང་ལས་བུ་མོ་ཡོང་གི་འདུག་བ་དེ་མིན་གི་རེད། བུའི་མིང་ལ་ཁྱི་རྒྱག་ག་ཡོང་གི་འདུག་བ་དེ། མིང་གར་སྟག་སྟག་རེད་འདུག་བ། མིང། མིང་སྟག་བ་དེ་མིང་རེད་མ་གཏོགས་ཁོའི་སྟེང་དུ་བྲིས་ཡོད་མ་གཏོགས་དོ་ཞེས། དོན་དུ་ཁོ་རྫུན་པ་རེད་ཤག་དེ་འདྲས་ཡོད་མ་རེད་སྟོང་ཉིད་རེད་ཤག་ཟེར་ཏེ། འགྲོ་ཁོ་ལོ་དང་ཐོན་ལོ་ཙམ་མ་ཡིན་པར་ཁོའི་སྟེང་དུ་བསམ་པའི་སྒྲོ་འདོགས་བཅད་དགོས་རེད། སྒྲོ་འདོགས་བཅད་ཡོང་དུས་ཀ་ན་ཨ་ལས་ངོ་མ་དེ་དེ་རེད་དོ་བ། བསམ་པ་ཞིག་ཧ་གོ་གོ་རེད། འདིའི་རིག་པ་དེ་ལྡབ་བརྒྱ་ཐམ་པ་ཤུགས་ཆེ་གི་རེད་ད་ཕྱིན་ཁོ་ཨ་མཆོག་ལ་ཐོས་པ་ཙམ་གྱིས་དེ་ལས་ཀྱང་ལྡབ་བརྒྱ་ཐམ་པ། ཤུགས་ཆེ་གི་རེད་དེ་སྒྲོ་འདོགས་བཅད་དེ། རིག་པ་འཕེལ་ཡས་ལ། འོ་དེ་རེད། རང་རྒྱུད་ལ་ཤར་བྱུང་བྱས་ཏེ་རྟོག་དཔྱོད་དང་བསམ་གཞིག་གི་སྒོ་ནས་གཏན་ལ་ཕབ་རྟོག་པ་དང་དཔྱོད་པ། རྟོག་པ་དང་དཔྱོད་པའི་སྒོ་ནས་བསམ་གཞིག་སི་ཏུ་ཁོན་ཁོན་དང་བསམ་བློ་པ་བརྟག་དཔྱད་དཔྱད་པ་བྱས་ནས་ག་རེ་རེད་འདུག་ཁོའི་སྟེང་དུ་འོ་དེ་ཡང་དག་པ་དེ་འདི་རེད་འདུག་རྫུན་མ་འདི་འདི་རེད་འདུག་བསམ་ན་གཏན་ལ་ཕབ་དགོས་རེད།

རྟོག་དཔྱོད་གཉིས་འདུག་ཨ། ད་རྟོག་དཔྱོད་གཉིས example ག་རེ་བཞག་ཡོད་རེད་མི་བོང་རིན་པོ་ཆེ་གིས། བྱ་བེ་དོན་ཚུལ་ནང་ལ་རྟོག་དཔྱོད་གཉིས་བློ་རྩིང་གཤིབ་རྩིང་བ་དང་གཤིབ་པ། རྩིང་བ་དེ་ག་རེད་སྨན་ན་ཐག་རིང་པོ་གཅིག་ལ། རྗེས་འབྲེལ་འཇུག་ངོ་ཚོགས་ཀྱི། ཁབ་བསྲེས་བཞག་ས་དེ་ལ་ག་རེ་ཟེར་རེད། ཞལ་བོ། མ་རེད་བས། ཞལ་བོ་ཟེར་གི་རེད་བས། མ་གའི་འོག་ལ་དེ། མ་གའི་ཁ་སོ་རེད། ཞབས་ར་དེའི་ཆེད།

རྣམ་རྟོག་གཟིགས་མི་འདོད། འོ་རྣམ་རྟོག་འདི་དེ་ག་ས་བརྟན་པོ་རང་ཡོད་མ་རེད། རྟོག་པ་འདི་རྣམ་རྟོག་གི་རྟོག་པ་དེར་ལྟ། ཞེས་པའི་ཞལ་ཕུར་ཁམ་ཕུར་དབྱེ་ནམ་བུམ་པ་ཡིན་མིན་ཧ་མ་གོ་བ་དེ། ཞལ་ཕུར་ཡིན་ས་རེད་བསམ་པ་དེ། ད་སྤྱོད་པ་ཟད་དེ་ག་རེ་རེད་འདུག་ཟེར་ལོས་ད་ཐེ་ཚོམ་ཅིག་སྐྱེས་པའི་སེམས་ནང་ལ་ཁམ་ཕུར་ཞིག་འདུག་ད་འདུག་དེ་ག་རེ་ཡིན་ནམ་ཟ་འདོད་བརྟན་པོ་རང་ཡོད་ཕར་ཕྱིན་པ་རེད་བསྡམས་ལ། འགྲམ་ལ་འགྲོ་དོན་གཅིག་ལྟ་ཡི་འདུག་ག་ལ་ཕར་བཞུད་ཕྱིར་བསྡུ་དེ་ཕར་བཞུད་དེ་ལ་ཡོད་རེད་ཀ་ཁམ་པོར་རེད་མི་འདུག་བུམ་པ་རེད་བྱ། ཕྱིར་བསྡུ་དེ་ཕར་འདུག་རྒྱབ་ལོགས་ལ། ཏིག་ལྟ་ཡི་འདུག་ག་ལ་བུམ་པ་རེད་བྱ་འདི་ཡན་ག་རེ་རེད་དོ་ཤིང་གི་ཟོལ་རྒྱོགས་རེད་མི་འདུག་ཟངས་ཀྱི་ཟོལ་རྒྱོགས་རེད་བྱ་དངུལ་གྱི་ཟོལ་རྒྱོགས་རེད་བྱ་གསེར་གྱི་ཟོལ་རྒྱོགས་རེད་བྱ་གསལ་པོ་བྱ་གུག་འདུག་ཨ། འོ་དེ་ལ་སྤྱོད་པ་ཟེར། སྤྱོད་པ་དེ་ག་ཚོད་ད་གསལ་པོ་འདུག་ད་ད། བློ་ཞིབ་པ་དེ་རེད་ཡ་ག་དེ། རྟོག་པ་དེ་བློ་བཅིང་བ་དེ་རྩུབ་པོ་དེར་བརྟེན་པོ་རང་ཡོད་མ་རེད། དེང་སང་རྟོག་པ་དང་དཔྱོད་པ་གཉིས་ཀྱི་སྒོ་ནས་བསམ་གཞིག་བརྟན་པོ་བྱས་ནས་དཔྱད་པ་བྱེད། རྟོག་པ་ཙམ་གྱིས་བཞག་ན་འགྲིག་གི་མི་འདུག་ད་གོ་རྫུན་པ་ཡིན་ཡོང་སྲིད་ཁ་ཁམ་པོ་རེད་འདུག་བསམ་པ་རེད་བོད་ཀྱི་འགྲམ་ལ་འགྲོ་དུས་ཁམ་པོ་རེད་མི་འདུག་ཡང་ན་ཐག་རིང་པོ་ཅིག་ལ་བུམ་པ་ཞིག་གཏོང་བ་རེད་བུམ་པ་ཅིག། སྙིང་གར་བ་གའི་གདུགས་དག་དེ་ཟངས་ཀྱི་བུམ་པ་ཡིན་ས་རེད་བསམ། བ་གའི་འགྲམ་ན་འགྲོ་དུས་ཟངས་རེད་མི་འདུག་གསེར་གྱི་བུམ་པ་རེད་བཞག་སྤྱོད་པ་རེད། ད་སྙིང་དེ་ཡིན་ནམ་མེད་ནམ་བསམ། ད་ནོར་ནས་དེ་བརྩིགས་སེམས་ཀྱི་ནང་ལ་བརྩིགས་མི་འདུག་དེ་རྟོགས་པ་རེད། དེང་སང་རྟོགས་བརྗོད་གཉིས་ཀྱི་སྒོ་ནས་བསམ་གཞིག་གི་སྒོ་ནས་གཏན་ལ་ཕབ་ནས། མ་ཤེས་པ་དེ་འདྲ་ཡོད་ན་གཞན་ལ་སྐད་ཆ་དྲིས་ཚིག་འདི་ཚོའི་དོན་དག་ཤེས་ཀྱི་མི་འདུག་ན། དོན་དག་ཧ་གོ་ཡའི་ཐབས་ཤེས་ལ་མི་གཞན་དག་ལ་སྐད་ཆ་དྲིས། ཁྱེད་རང་གི་ཆོས་གྲོགས་ལ་སྐད་ཆ་དྲི་ཡ་ཡོད་རེད་ཆོས་གྲོགས་འདུ་འཛི་ཤེས་མཁན་མི་འདུག་ན། སློབ་ཕྲུག་ཡག་ག་ཚོད་ལ་སྐད་ཆ་དྲི་ཡ་དེ་ཡང་ཧ་གོ་མི་འདུག་ན་དགེ་རྒན་ལ་སྐད་ཆ་དྲི་གི་ཡོད་རེད། དེ་འདྲའི་སྐད་ཆ་དྲིས་ནས་དེ་ནི་སྒྲོག་འདོག་བཅད་དགོས་རེད། དེ་ཡང་ཤེས་ཡོད་ཤེས་བློ་དང་ཡིན་བློ་ཙམ་གྱིས་ཆོག་མི་ཆོག་ཤེས་མི་ཆོག་ཤེས་ཆོག་ཤེས་མི་བྱ་བར་ཟེར། ཨ་ཤེས་པ་དེ་ཨོ་ད་ངས་ཤེས་སོང་ཟེར། རེད་བསམ་རེད་འདུག་བསམ་པ་ཙམ་གྱིས་འགྲིག་གི་མ་རེད། དངོས་གནས་རང་སེམས་ཀྱི་ནང་ལ་བ་བརྫུས་པ་ནང་བཞིན་གྱི་གུ་གུ་དེ་བརྟན་པོ་བྱེད། དཔེར་ན་ལུས་རྒྱུད་ཁྱོད་རང་ལུས་རྒྱུད་ཀྱིས་ལུས་རྒྱུད་ཀྱིས་བློ་ལ་སྦྱངས་དང། ལུས་རྒྱུད་ཀྱིས་མ་བློ། བློ་ནི་ཁྱེད་རང་གི་སེམས་ཀྱི་ནང་ལ་བརྫུས་འདུག་མི་འདུག་ཅིག་བལྟ་དང། དང་པོ་དུག་མ་བློ་རེད། གོ་བར་ཚང་མ་གོ་རེད། སྙིང་པོ་དུག་སྙིང་པོ་དུག་སྙིང་པོ་དུག་སོགས་ཚང་མ་བློ་རེད། བློ་ནི་དེ་ལྟར་འདུག་ཞེས་མི་སེམས་ལ་དེར་འཕགས་ཅིག་ཤེས་ཟེར་དུས་གང། ཤེས་ཀ་འགྲོ་དུས་གང་ལ་བརྟན་པོ་རང་དོན་གུ་ཡོད་མ་རེད།

བསམ་གཞིག་གི་སྒོ་ནས་དཔྱད་པ་བྱས་ནས། འོ་དེ་འདྲ་བྱེད་ཀྱི་ཡིན་ན་ཤེས་བློ་དང་ཡིན་བློ་ཙམ་གྱིས་ཆོག་བཤད་མི་བྱ་བར། ངེས་པར་དབེན་པའི་རི་ཁྲོད་དེ་འདྲའི་ནང་ལ་ལྟས་ངན་དབེན་པ་ལ་ཆེད་མི་སུ་གཅིག Disturb བྱེད་མཁན་དེ་འདྲ་མེད་དེ་འགའི་འུར་ཆེན་པོ་དེ་འདྲ་མེད་དེ་འགའི་འོ་གང་བྱུང་མང་བྱུང་སེམས་ཕྱི་ལོག་ལ་གཡེང་ཆོག་ཆོག་དེ་འདྲ་མ་ཡིན་པ། སེམས་རྩེ་གཅིག་ཏུ་གནས་གནས་དབེན་པར་སོ་སོ་གཅིག་པོ་དེ། སྒོམ་རྒྱབ་གསུམ་དུ་གཅིག་པུར་ཉམས་སུ་ལེན་པའི་དུས་སུ་ཉམས་ལེན་གྱི་གནད་གཞན་ལ་དྲིལ་མི་དགོས་པར་ཉམས་ལེན་རང་རྐྱ་ཐུབ་ངེས་ལ་ཞུན་བརྡར་བྱེད་པ་དེ་ཡིན། ད་བསམ་པ་དེ་དེབ་དེ་ག་འབྲི་སྙིང་བྱེད་པོ་དོ་ད་འདི་སི་ད་དོན་དག་གར་སིག་དོ་ད་ཁྱེད་རང་གི་དོན་དག་དེ་གོ་གི་དོ་མེད་དོ་ཚིག་གི་དོན་དེ་ད་ཅིག་བླ་མས་དེ་འདྲི་ཞིག་གསུངས་སོང་ད་དོན་དག་གོ་གི་དོ་མེད་དོ་སོ་སོ་ཁང་པ་ལ་བ་ཕྱིན་དེའི་སྟེང་དུ་དཔྱད་པ་བྱེད། དཔྱད་པ་བྱས་ནས་དེ་ནི་ཧ་གོ་བར་བཟོས། གོ་རིམ་ལྟར་མ་བཟོས་ན་གོ་རིམ་འགྲིག་པོ་ཅན་ཏག་ཏག་མ་བཟོས། བཟོས་ནས་སེམས་ཀྱི་ནང་ལ་འོ་ད་བར་རང་རེད་དོ་བསམ་པའི་སེམས་ཀྱི་ནང་ལ་ངེས་ཤེས་སྐྱེས་པ་ཅིག་སྒུག་རེས། ངེས་ཤེས་སྐྱེས་ནས་དེ་སོ་སོ་གནས་དབེན་པ་ལ་གཅིག་པུ་སོང་གཅིག་པུ་སྒོམ་རྒྱབ་དུས་གང་ལས་མི་བརླག་པ་སྐད་ཆ་ཡི་གྲི་གུག་མ་རེ་གར་བྱས་ནས་ཁྱོད་རང་གིས་ཤེས་ཀྱི་ཡོད། ད་སོ་སོས་མ་ཤེས་པ་ཞིག་ཕ་སྐད་འགྲོ་ག་བྱས་སོང་ན་དེ་ནི་དགའ་འགྲོ་གི་ཨ་དེ་ག་རེ་ཟེར་གི་ན་ཐ་སྐད་ཆ་སུ་བྲིས་གི་ན་སུ་ཅིག་བྲིས་ས་ཡོད་མ་རེད་ཡིན་ག་སུ་གཅིག་པུ་དེ་དེང་སང་ཡལ་ག་གཅིག་པུ་འགྲེམས་གཅིག་པུ་གནས་དབེན་པ་ལ་འགྲོ་དུས་གང་ན་ཚང་མ་གྲ་སྒྲིག་བྱས་ནས་ཚང་མ་ཤེས་ཚར་བ་ཞིག་གུ་གུར་དང་རོབ་ཙམ་ཞིག། ཨོ་དེ་འདྲས་རེད་དོ་བྱི་བ་ཡི་གྲིབ་མ་ཀུན་གྱི། སོ་སོ་རང་རྐྱ་ཕེར་བ་ཞིག་གུ་གུར་དེ། ཨ་དེ་འདྲས་རེད་དོ་དེ་དེ་དེ་འདྲས་སྒོམ་ཚན་སང་མ་ཚ་ཚ་ཚ། དེ་ནི་མ་དེ། ཅིག་ག་གྲ་སྒྲིག་དང་མ་སོ་ནི་བྱས་ཙང་བྱས་ཚར་དུས་གང་ན་ད་ཡི་གེ་སོ་སོ་གཅིག་པོ་ཡོད་དུས་གང་ན་ཨོ་ཅིག་ཁོ་ཀླད་ཀོར་ཨོ་ཁྲག་ཁྲག་ཁྲག་ཁྲག་བོད་ཆུ་བཏང་ཡོད་པ་དེ་འདྲ་བོ།

གཏོང་ཐབས་འདི་བདེན་པ་དེ་རེད་ཤག་དེ་རྫུན་པ་ད་ངས་མི་ལ་སྐད་ཆ་དྲིས་དགོས་དོན་གས་མི་འདུག་ངས་ཧ་གོ་གི་འདུག་བསམ་པ་ཞིག་གོ་ཡང་ཧ་མ་གོ་བ་ལ་ཧ་གོ་གི་འདུག་བསམ་ན་དེ་ནོར་བར་གདའ། དེ་གཞུང་ལྟར་ཧྱ་གོ་མ་བྱས་བ་དེ་འདྲས་ཡོང་གི་འདུག་སོ་སོས་ཀྱིས་ནོར་བ་དེ་ཧ་མ་གོ་བ་ཞིག་ད་དོ་དེ་བདེན་པ་ཡིན་ཟིན་གི་དེ་འདྲས་མང་པོ་ཡོད་རེད། དེ་འདྲས་མིན་པ་ཞིག་ངས་འཇིགས་མི་འཇིགས་གཞུང་ལྟར་པ་ལྟར་ཤ་བཅད་དགོས་ཏེ། སྒྲོ་འདོགས་བཅད་ཐུབ་པ་ཞིག་གོ་དེ་འདི་ཚར་བའི་རྗེས་ལ་དེ་ནས་ཤི་ནི་སྒོམ་པའི་ཤེས་རབ་སྟེ། ཤེས་ནས་ཉམས་སུ་བླངས་ཏེ་བསྒོམས་པས་ད་ཧ་གོ་བ་དེ་ད་ཉམས་སུ་ལེན་དགོས་ད་ད་ངོ་མ་དེ་དེ་རེད་དོ་སྟོང་ཉིད་སེང་གེ་དེ། དངོས་པོའི་ཆོས་འདི་ཐམས་ཅད་སྣང་སྲིད་འཁོར་འདས་ཀྱི་ཆོས་འདི་ཐམས་ཅད་དེ་སྟོང་ཉིད་ཀྱི་རང་བཞིན་དུ་གནས་པ་རེད་བདེན་པ་ཅུང་ཟད་ཙམ་ཡང་མེད་ཚང་མ་རྫུན་པ་རེད་དོ། འདོད་ཆགས་སྐྱེ་གི་འདུག་འདོད་ཆགས་སྐྱེ་སའི་གི་ཡུལ་དེ་ག་རེ་རེད་དོ་འདོད་ཆགས་སྐྱེ་སའི་གི་ཡུལ་དེ་བདེན་པ་རེད་དོ་མི་འདུག་རྟག་པ་བདེན་པ་འདུག་ག་མི་འདུག་རྟག་པ་བདེན་པ་ཡོད་མ་བདེན་པ་མ་རེད་ཚང་མ་རྫུན་པ་རེད། མེད་པ་ཅིག་ལ་ཁྱོད་རང་གི་ཆགས་པ་སྐྱེ་གི་ཡོད་རེད་དེ་ཆོ་ག་རེ་ཡོད་རེད་དོན་དུ་ག་རེ་རེད་དོ་སྟོང་ཉིད་རེད་དོ་ཨ་ལས་དེ་ལ་ཆགས་པ་སྐྱེ་སའི་གི་གཞི་མི་འདུག་བསམ་པ་ཡིན་ན། ད་སེམས་ཀྱི་ཞུ་དག་སྐྱེས་ཚར་བ། སྒྲོ་འདོགས་བཅད་ཚར་བ། སྒྲོ་འདོགས་བཅད་ཚར་ཏེ་འོ་སྟོང་པ་ཉིད་རེ་དོགས། མཐིང་ས་ཆགས་པ་སྐྱེ་ས་གང་ཡང་མེད་པ་དེ་ཐམས་ཅད་རང་བཞིན་དེ་གར་སྟོང་པའི་རང་བཞིན་དུ་བསྒོམ་ཡོད་འདུག་གང་ཆགས་པ་སྐྱེ་ས་གཞི་མི་འདུག་བ། འོ་འདིར་ཁོང་ཁྲོ་ལང་གི་འདུག་ན་ཁོང་ཁྲོ་བྱེད་སའི་གི་ཡུལ་མི་དེ་བ་བརྗོད་དེ་ཁོང་ཁྲོ་ལང་གི་དེ་འདུག་ག་མི་འདུག་དཔྱད་པ་བྱེད་ད་ཡོད་མར་དེ་འདྲ་བྱས། སོ་སོའི་སེམས་ཀྱི་རྣམ་རྟོག་གི་སོས་བཞག་གི་ཡོད་རེད་མ་གཏོགས། མདོར་ན་ཤེས་ནས་ཉམས་སུ་བླངས་ཏེ་བསྒོམ་པས་གནས་ལུགས་དོན་གྱི་རྟོགས་པ་མ་ནོར་བ་རང་རྒྱུད་ལ་སྐྱེ་གནས་ལུགས། དངོས་པོའི་གནས་ཚུལ་གང་ཡིན་པ་དག་རང་རྟོགས་དགོས་རེད། དངོས་པོའི་གནས་ཚུལ་དང་སྣང་ཚུལ་གཉིས་ཐ་དད་རེད་ད་དེ་སྲིད་དང། ད་གནས་ཚུལ་དང་སྣང་ཚུལ་ཟེར་དུས་གང། གནས་ཚུལ་སྣང་ཚུལ་ཟེར་དུས་གང་ལ་དཔེར་ན་མི་ཁྲི་པ་ནང་འགལ་བྱེད་རེད། ཁྲི་པ་ན་བ་ཁོས་ཧ་གོ་གི་ཡོད་མ་རྟ་ཁོ་རང་ཁྲི་པ་ན་གི་ཡོད། ཁྲི་པ་ན་ཧ་མོ་དུ་མིག་དེ་ཚོས་གསལ་པོ་ཆ་གསལ་པོ་ཆ་བ་ཧ་གོ་གི་ཡོད་མ་རེད། དེ་འདི་འདྲ་ཞིག་ཁྲིད་པ་གནང་གི་འདུག་ག་ན་དུང་དཀར་པོ་དུས་ཕ་གིས་མཐོང་གི་འདུག་ག་ན་དུང་སེར་པོ་ཞིག་འདུག་བསམ་གི་རེད་དཀར་པོ་དུང་དམར་དར་དུང་དཀར་པོ་ལ་ཡང་སེར་པོ་དུང་དུང་ཤུ་གུ་དཀར་པོ་ལ་ཡང་སེར་པོ་དུང་དུང་སྣང་ཚུལ་སེར་པོ་རེད་དུང་སྣང་ཚུལ་སེར་དེར་དེ་ཁྱེད་རང་གི་སེམས་ནང་ལ་སྣང་བ་དེ་ཕ་ཤོད་དེ་གར་སྣང་གི་འདུག་སེར་པོ་ཞིག་འདུག་གོ་བསམ་པ་སྣང་བ་རེད་མ་གཏོགས་དོན་ལ་གནས་ཚུལ་ག་རེ་རེད་དོ་སེར་པོ་རེད་མི་འདུག་ཕ་གི་དཀར་པོ་རེད། དཀར་པོ་ཡིན་པ་ངས་ཧ་གོ་གི་མི་འདུག་རྒྱུ་མཚན་ཅི་རེད་ང་ཁྲིད་པ་ན་གི་ཡོད་རེད། དེང་སང་ཕ་གིའི་སྟེང་དུ་དེ་རྗེས་མར་ཁྲིད་པ་དེ་དུག་དྲག་ཡོང་དུས་གང། ཁ་སང་ངེད་ཀྱིས་སེར་པོ་རེད་ཟེར་མཁན་དེ་དུག་རྟགས་རེད་ཡ། སེར་པོ་རེད་མི་འདུག་བ་དེ་ནི་དཀར་པོ་རེད། ད་གནས་ཚུལ་ངོ་མ་དེ་རྟོགས་གནས་ཚུལ་ཟེར་ན་ངོ་མ་དེ།

དེ་ཕ་གིའི་དོན་ལ་སྣང་ཚུལ་ལ་ཁྱེད་རང་གིས་ལྗང་གུ་སྣང་གི་འདུག་དེ། དོན་ལ་ལྗང་གུ་རེད་མི་འདུག། ལྗང་གུ་དེ་ལ་བྱས་ནས་འདིའི་རྐྱེན་བྱས་ནས་ཕ་གིའི་ལྗང་གུ་སྣང་བ་རེད་མ་གཏོགས་ཕ་གིའི་ལྗང་གུ་རེད་མི་འདུག། དེང་སང་གནས་ཚུལ་སྣང་ཚུལ་གཉིས་ཁ་ཁ་རེད། གནས་ཚུལ་ལ་སྟོང་ཉིད་རེད། སྣང་ཚུལ་ལ་བདེན་པར་བཅའ་གི་ཡོད་རེད་ད།

དེ་ཡི་གེ་དེ་ཡི་གེ་གར་བྲིས་ཡོད་རེད། ཁྱེད་རང་གིས་ཀྱང་བློ་ལ་བབས་བལྟ་ཡོང་དུས་གང་ལ་ཐག་ཉེ་པོ་རེ་ཞིག་མཐོང་གི་འདུག་ཨ་དེ་འདྲའི་ཐག་ཉེ་པོ་རང་ཡོད་མ་རེད་ད་ཐག་རིང་པོ་རེ་ཞིག་མཐོང་གི་འདུག་ཨ་ཐག་རིང་པོ་རང་ཡོད་མ་རེད་ད་ཐག་ཉེ་པོ་ཡོད་རེད་ད་ཟེར་བ་གིས་དེ་ཤེས་ཁོ་ན། མཐོང་དུས་གང་ལ་ཐག་རིང་པོ་རེ་ཞིག་མཐོང་གི་རེད་ཟེར་གྱི་ཡོད་རེད། ཡིན་ནའི་དེ་འདྲའི་ཐག་རིང་པོ་རང་ཡོད་མ་ཁྱེད་རང་བསམ་པ་ནང་བཞིན་ཐག་རིང་པོ་ཡོད་མ་རེད། དེ་ལས་ཉེ་བ་ཡོད་རེད་ཟེར། འོ་དེ་གནས་ཚུལ་སྣང་ཚུལ་ཟེར་འདིར་དེ་ལྟར། དོན་ལ་གནས་ཚུལ་དང་སྣང་ཚུལ་མི་མཐུན་པ། འདི་ནི་བདེན་པ་རེད་མི་འདུག་བ། དེ་མཚམས་གནས་ཚུལ་འདི་གའི་དེ་སྟོང་ཉིད་ཀྱི་དོན་རེད་ཡང་དག་པའི་དོན་འདིར་གནས་ཚུལ་གནས་ལུགས་གསལ་དང་གནས་ཚུལ་གསལ་དང། སྣང་ཚུལ་གསལ། འོ་འདི་ག་རེད་ཟེར་ན། རྫུན་པ་རེད། འོ་སྣང་ཚུལ་ལ་ང་ཚོ་མཚམས་འདིར་རི་ར་བ་གངས་སྐྱིད་ལ་སོགས་པ་དེ་འདྲའི་མང་པོ་སྣང་འདུག་དེ་དཀར་པོ་སེར་པོ་མཐོང་འདུག་དམར་པོ་མཐོང་འདུག་བ། སྣང་ཚུལ་དེ་འདྲའི་ཅི་མཐོང་གི་ཡོད་རེད་ད་སེར་པོ་ག་བ་དོ་ད་ག་དོ། དམར་པོ་ག་བ་དོ་ད་ག་དོ་ན་ཕ་གིའི་སྟེང་དུ་དྲུག་གཡོག་མ་རེད། ཨང་ཡ། དེ་ནེ་པ་ལི་སྐད་དང་ངུ་ཚུབ་སྐད་དང་དེས་གྲགས་མི་འདུག། འོ་མིང་འདྲ་མ་འདྲ་བཏགས་བཞུགས་རོགས། ཆུ་ལབ། ཆུ་ལ་ངོ་མཛོད་ཆུ་ལབ་དུས་གང་ལ་ཁ་ཤས་ཆུ་ལ་ཡང་རི་ལ་རི། རི་ལ་ཆུ་ལབ་དགོས། ཆུ་ལ་རི་ལབ་དགོས་དེ་འདྲའི་འདུག་ག། སྐད་འདྲ་མ་འདྲ་གོ་རྒྱུ་འདུག་ག། འོ་དེང་སང་དེ་ཟེར་ཡ་དེ་ག་རེད་ཕ་གི་བདེན་པ་མེད་པའི་རྟགས་རེད། འོ་རྒྱུ་མཚན་དེ་ཡི་ཕྱིར། རང་གི་རྒྱུད་ལ། ཉམས་རྒྱུད་ཤེས་ནས་ཉམས་སུ་བླངས་ཏེ་བསྒོམས་པས། གནས་ལུགས་དོན་གྱིས་རྟོགས་པ་འདི་ར་ཏཱ་ཏཱ་ཏཱ་ནཱ་རུ་ཏོ་གྷ་སའི་རྟོགས་པ་དང། རྟོགས་ཟིན་ན་སེམས་ཀྱི་ནང་ལ་ཤེས་པ་དེ་ད་གཞན་ར་ཏཱ་ཏཱ་ཏཱ་ནཱ་རུ་ཏོ་གྷ་རྟོགས་ཟིན་རྣམ་རྟོག་ཤེས་ཡོད་པར་ད་དོ། འདི་ཤེས་ཚར་བས་རྟོགས་པ་ཟེར་བའི་སངས་རྒྱས་སེམས་ཀྱི་སེམས་ཁ་ཤས་བླ་མ་དེ་ཚོས་གི་རྟོགས་པ་ཐོར་བུ་རེད་ཟེར་བའི་ར་ཐབ་ལ་ལྟ་ན་རྟོགས་ཁ་ཟེར་རྟོགས་ཨིན་ཇི་ན་ལ Intuition ཡིན་ན་ཅི་ར། རྟོགས་པ་ཟེར་ཉམས་དང་རྟོགས་པ་ཟེར། Experience and Intuition ཟེར་དེ་འདྲ་ལབ་འདུག་བ། རྟོགས་པ་ཟེར་འོ་དེ་རྟོགས་པ་མ་ནོར་བ་རང་གི་གྱོད་ལ་སྐྱེས་ཚར་བ་ཅིག་དགོས་གི་རེད། ཁོ་ཐག་ནང་ནས་ཆོད་ཡིན་མིན་གྱི་སྒྲོག་ལས་གྲོལ་བས་གནས་ལུགས་ཀྱི་རང་ཞལ་མཐོང་བ་དེ། ག་རེ་བསྒོམས་པའི་ཤེས་རབ་ཡིན། ཁོ་ཐག་ནང་ནས་ཆོད། ཁོ་ཐག་ནང་ནས་ཆོད་ཟེར་དུས་གང་ལྟ་བསྡད་སྲིད་ལ། ང་ཚོས་ཀྱི། ཕ་གི་ཕྱི་ལོགས་ལ་ཡོད་དེ་འགས་ཀྱི་དཔེར་ན་ཅོག་ཙེ་ཆེ་གནང་གི་འདུག་ན། ཅོག་ཙེ་དེ་ལ། ལམ་སང་བསྐོར་ན་ཕྱི་ལོགས་ལ་གང་གནང་བ་དག་རང་བདེན་པ་ཡིན་ནོ་བསམ་པ་དེ་ཁོ་ཐག་ནང་ནས་ཆོད་ཡོད་མ་རེད། ཕ་གི་བདེན་པ་ཡིན་ནོ་ཕྱི་ལོག་གི་དངོས་པོ་དེ་བདེན་པ་ཡིན་བསམ་པར་བ། ནང་ལོག་དཔྱད་པ་བྱས་ཡོང་དུས་ག་ལ་ཕ་གིའི་སྟེང་དུ་ཅོག་ཙེའི་སེང་གེའི་མིང་གི་སྒྲོ་བཏགས་ཤར་བ་རེད་མ་གཏོགས་ཅོག་ཙེའི་སེང་གེ་དེ་དེ་དང་འབྲེལ་བ་སྤུ་ཙམ་ཡོད་མ་ཐག་ཐག་ག་རེ་ག་ཐུག་བསམ་དང། ཚང་བསམ་བློ་མ་བཏང་ན་ཅོག་ཙེ་འདི་རེད་ད་དེ་རེད། ཅོག་ཙེ་བདག་རང་རེད་བསམ་བློ་མ་བཏང་ན། སྣང་ཚུལ་འདི་རེད་དེ། གནས་ཚུལ་ལ་ཁོའི་སྟེང་དུ་ཆད་པ་ཕྱེད་ཀ་འགྲོ་དུས་གང་ལ་ཅོག་ཙེ་བཟི་ཡས་ཆེ་ཕ་གིའི་སྟེང་དུ་གྲུབ་མི་འདུག་དེ་ངས་ནམ་རྒྱུན་བརྟག་པ་ལ་གོ་བདེ་ཅོག་ཙེ་ག་ཚོད་འདུག་གཟིགས་དུས་གང་ཁྱེད་རང་ཚོ་ཅོག་ཙེ་གཅིག་འདུག་གཟིགས་རེད་མ་དཔེར་ན་ངས་ཡོད་འདུག་དེར་ཅོག་ཙེ་གཅིག་འདུག་གཟིགས་རེད་དེ་ང་ཚོས་བསམ་བློ་མ་བཏང་ན། བསམ་བློ་བཏང་ན་གཅིག་མ་རེད་འདི། འདི་དུ་མ་རེད། མང་པོ་རེད། གར་ཆེན་འདིའི་སྟེང་དུ་ཆུ་འཇུ། ཨེ་ཀྲོམ་སེ་དུ་འདུས་རོ་འདུས་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་སྙིང་པོ་འདུས་ཤག་ནི་ཤག་འགྱོ་རེད་འདི་གཅིག་མ་རེད། འབུམ་ཕྲག་མང་པོ་འདུས། ད་ཅོག་ཙེ་འབུམ་ཕྲག་མང་པོ་འདུག་ལ་དེ་མི་ཚང་མ་གེགས་མོ་གེགས་རེད་གར་ཆེན་ནི། སྣང་ཚུལ་འདི་བདེན་པ་ཆགས་ཀྱི་ཡོད་རོགས། གནས་ཚུལ་འདི་ཤེས་ཀྱི་ཡོད་མ་རོགས། གནས་ཚུལ་ལ་འདི་རྫུས་པ་རེད། སྣང་ཚུལ་ལ་འདི་བདེན་པ་རེད། དེང་སང་མི་རྒན་ང་ཚོས་ཀུན་རྫོབ་བདེན་པ་དོན་དམ་བདེན་པ་སྲིད་གཉིས་ལ་དབུལ་ལོས། ཀུན་རྫོབ་འདི་གང་ཡོད་པ་ལྟར་དུ་འདི་རི་ར་བ་གངས་ཅན་ལ་སོགས་པ་རི་ར་བ་གངས་ཅན་རང་རེད། འདི་རྫུན་པ་མར་གདའ། དོན་དམ་གྱི་དབང་དུ་བཤད་པའི་འདི་སྐད་ཐམས་ཅད་འདི་རྫུན་པ་རེད་ཡོད་མ་རེད། རི་ར་བ་གངས་ཅན་ལ་སོགས་པ་འདི་སྐད་ཐམས་ཅད་འདི་སྟོང་ཉིད་ཀྱི་རང་བཞིན་རེད། འོ་དེ་ཚོ་གནས་ཚུལ་དང་སྣང་ཚུལ་ཟེར་གྱི་ཁ་ཁ་ཡོད་འགྲོ་ཨ། འདི་འདི་བསྒོམ། ཁོ་དག་ནང་ནས་ཆོས་ཟེར་དུས་དེ་ཁོས་ཀྱི་དཔྱད་པ་བྱས་ཡོད་འདུག་ག་ལ་ཕང་ངོ་དེ་ལ་དངོས་གནས་བདེན་པར་གྲུབ་པ་ཞིག་གཅིག་ཀྱང་མི་འདུག་དེ་གས་ཐམས་ཅད་དེ་རང་བཞིན་སྟོང་པ་ཉིད་རེད་དོ་བསམ་གི་སེམས་ཀྱི་ངོ་འཕྲོད་པ་དེ་ལ་ཁོ་དག་ནང་ནས་ཆོས་ཟེར། ཡིན་མིན་གྱི་སྒྲོག་ལས་འཕྲོས་དེ་ཡིན་དེ་མིན་བསམ་པ་ཡིན་ན་གཉིས་འཛིན་གྱི་བློས་བསྡམས་སོང་བ་དེ་གཉིས་འཛིན་གྱི་གློག་གིས་ལྕགས་སྒྲོག་སྒྲོག་ཟེར་དུས་གང་ལ་ལྕགས་ཀྱི་དེ་འདྲའི་གཏམ་བཤད་པ་དང་བཞི་རེད། འདི་ཡིན་འདི་མིན་ང་མི་ཡིན། འོ་ང་ཁྱི་མིན་ཟེར་ར་ད་གཉིས་འཛིན་གྱི་གློག་རེད་ད་དང། འོ་དེང་སང་གཉིས་འཛིན་གྱི་གློག་དེ་གི་རྐྱེན་བྱས་ནས་ལྕགས་ཀྱི་བསྡམས་སོང་བ་དང་ནང་བཞིན་རེད་དེ་ནི་ཁྱོད་རང་གི་མཐར་གི་མ་རེད། དེང་སང་གནས་ལུགས་ཁོ་ཐག་ནང་ནས་ཆོད་ནས་ཡིན་མིན་གྱི་སྒྲོག་ལས་གྲོལ་ཚར་བ་ཞིག་གོ་ལེབ་རེད་བྱེད་དགོས་རེད་དེ་ནི་བ་གྲོལ་བ་ཞིག་ཀོ་རེད། འོ་གྲོལ་དེ་གནས་ལུགས་ཀྱི་རང་ཞལ་མཐོང་བ་གནས་ལུགས་ཀྱི་ཁོ་རང་རང་གི་ཞལ་རེ་གང་ཡིན་པ་དེ་མངོན་སུམ་དུ་མཐོང་འགྲོ་རེད་སྲིད་དུས་གང་ན་གནས་ལུགས་ཀྱི་རང་ཞལ་དེ་གག་རེད། སྟོང་པ་ཉིད་ཀྱི་དོན་དེ་རེད། དེ་མངོན་སུམ་དུ་རྟོགས་ཚར་རེད། དེ་རྟོགས་དུས་གང་དེ་རྟོགས་པའི་ཉི་མ་དེ་ནི་ཁྱེད་རང་བྱིས་པ་སོ་སོའི་སྐྱེ་བོ་མ་རེད་འཕགས་པའི་གང་ཟག་རེད། ཨོ་དེ་ཡང་དེ་ཡང་དང་པོ་ཐོས་བསམ་གྱིས་སྒྲོ་འདོགས་བཅད་ནས་ད་ནི་ཐོས་པ་དང་བསམ་པ་གཉིས་ཀྱི་སྒྲོ་འདོགས་བཅད། བསྒོམ་པས་ཉམས་སུ་ལེན་པའི་དུས་སུ་བསྒོམ་བཟླས་སེམས་ཀྱི་ནང་ལ་རྒྱུད་དང་འབྲེལ་བ་ཅིག་གོ་བར་ཉམས་སུ་ལེན་པའི་དུས་སུ། འདི་ལྟར། ཕྱི་ཡུལ་ལྔའི་སྣང་བ་ཐམས་ཅད་མེད་བཞིན་འཁྲུལ་ངོ་ལ་སྣང་བ་རྨི་ལམ་ལྟ་བུ། ཨོ་ད་དེ་ཤེས་རབ་ཀྱིས་སྒྲོ་འདོགས་བཅད་ཡོང་དུས་གང་ལ་ད་དེ་གནད་འགག་ཆེན་པོ་རེད། ཨིན་ཇི་ནང་ལ་ལྟ་ཨོ་ཀེ། འདི་གར་སོགས་རེད། བོད་སྐད་ནང་ལ་ངོ་ཚོས་ཀྱི་གར་སོགས་རེད། བདེན་པར་མ་གྲུབ་པའི་ཀྱི་དཔེ་ཀྱི་སྒྱུ་མའི་དཔེ་བརྒྱད་ཟེར་ཏེ། སྒྱུ་མའི་དཔེ་བརྒྱད་ཐམས་ཅད། འདི་ཧིན་དི་ནང་ལ་ཡིན་ན། སབ་མ་ཡ་ཧེ་སིག་དོ་མ་ཡ། ཚང་མ་མ་ཡག་ག་འཇལ་མེད་ཕན་སྐད་ཡག་ཅིག་ཟིག་མི་འདུག་ཨོ་འདི་དོན་དག་ཐམས་ཅད་དུ་ཕ་རྒྱུད་མ་ཡིན་བདེན་པ་མ་རེད་དེ་བདེན་པ་ཡིན་ནོ་བསམ་ནས་དེའི་ནང་ལ་ཕ་ཐིམ་འགྲོ་གི་རེད་ངོ་ཚོ་དེང་སང་འདི་གས་དེ་ཐམས་ཅད་དུ་སྒྱུ་མའི་རང་བཞིན་རེད་སྒྱུ་མ་ཨོ་སྒྱུ་མ་དེ་སྒྱུ་མའི་རང་བཞིན་དེ་རྨི་ལམ་གྱི་རང་བཞིན་རེད་ཟེར་ཡ་ད་དང་པོ་དེ་རྨི་ལམ་རེད་དོ་བ་དེང་སང་སྒྱུ་མའི་དཔེ་བརྒྱད་ཀྱི་ནང་ནས་དང་པོ་རྨི་ལམ་ཟིན་གི་དེ་རེད་ཕྱི་ཡུལ་ལྔའི་སྣང་བ་ཐམས་ཅད་མེད་བཞིན་འཁྲུལ་ངོ་ལ་སྣང་བ་རྨི་ལམ་ལྟ་བུ། ཡུལ་ལྔ་ཟི་ན་གུར་བ། གཟུགས། སྒྲ། དྲི། རོ། རེག་བྱ་འདི་ཚང་མ་ཡུལ་ལྔ་རེད། ཕྱི། གཟུང་བ་ལྔ་རེད། ནང། འཛིན་པ་ལྔ་རེད་སེམས། དེང་སང་ཕྱི་གཟུང་བ་ལྔ་ནས་ཡུལ་ལྔ་ནི་གཟུགས་ཟིན་གྱི་མཐོང་གི་འདུག་བ། གཟུགས་འདི་ཐམས་ཅད་དེའང་བདེན་པ་སྤུ་ཙམ་མེད། རྫུན་པ་རེད། ཡིན་ནས་རྫུན་པ་ཡིན་པ་ལ་རྫུན་པ་ངོ་འཕྲོད་ཀྱི་ཡོད་མ་རེད་ང་ཚོས་འདི་བདེན་པ་ཡིན་བསམ་གྱི་ཡོད་རེད་འཁྲུལ་བ་རེད། འཁྲུལ་ངོ་ན་འོ་དེ་འཁྲུལ་བའི་ངོ་ལ་ང་ཚོས་ཀྱི་དེ་བདེན་འཛིན་ཞིག་ཡོད་དོ་བསམ་གྱི་ཡོད་དེ་འཁྲུལ་བའི་ངོ་ལ། སྣང་བ་ཐམས་ཅད་མེད་བཞིན་འཁྲུལ་ངོ་ལ་སྣང་བ་ཐམས་ཅད་དེ་ཡོད་མ་རེད་སུག་སྒྲ་དྲི་རོ་རེག་བྱ་དེ་གི་དེ། དཔེར་ན་དེའི་ཚིག་དང། སྒྲ་བཞི་ལྟ་བུ་ཐག་ཚིག་ཏུ། སྒྲ་འདི་ཡང་འཁྲུལ་བའི་ངོ་ལ་སྒྲ་བཞི་འདུག་གོ་བསམ་པ་རེད་མ་གཏོགས་དོན་ལ་སྟོང་ཉིད་རེད་ལག་པ་ཁོ་རང་ཡོད་མ་རེད་སྒྲ་དེ་ག་ནས་བྱུང་བ་རེད། སྟོང་ཉིད་ཀྱི་ངོ་ལ་ལག་པ་ཟི་མིང་བཏགས་ས་ཁོ་རང་ཡོད་མ་རེད་སྒྲ་དེ་རང་བཞིན་གྱིས་གྲུབ་ཡོད་མ་རེད། དེང་སང་འཁྲུལ་བའི་ངོ་ལ་སྒྲ་བཞི་འདུག་གོ་བསམ་པ་བློ་ལ་སྣང་བ་རེད་དཔེར་ན་རྨི་ལམ་གྱི་སྣང་བ་ནང་བཞིན་རེད། དེ་སྐད་ཐམས་ཅད་དེ་རྨི་ལམ་གྱི་སྣང་བ་ནང་བཞིན་རེད། མཁྱེན་ཚ་པོ་འདུག་ཨ། རྨི་ལམ་ནང་ལ་ཁྱེད་རང་ག་རེ་རྨྱིན་ལམ་བཏང་བ་རེད། ད་འགོང་ཁྱེད་རང་རྨྱིན་ལམ་འདུག་བཏང་བ་རེད། རྨྱིན་ལམ་ནང་ལ་འདུག་བཏང་བས་ཨོའི། ཁྱེད་རང་ཡར་ལངས་ནས་ཕྱིན་པ་རེད། ཕྱིན་ནས་མ་ནི་མ་བ་ཟ་ལ་ཕྱིན་པ་རེད། ཟ་ཁང་རྫིག་པོ་ཞིག་ནང་ལ་མོག་མོག་ཅིག་ཟ་བ་རེད། ཡང་ན་སོ་སོའི་ག་རེ་ཟེར། ཨ་སོ་སོའི་ཨ་མའི་རྩ་ལ་ཕྱིན་པ་རེད་ཨ་མ་ཐུག་པ་རེད་ཨ་མས་གིས་ཁྱེད་རང་ལ་བྱམས་པོ་བྱས་པ་རེད་ཨ་མས་སྒོར་མོ་བརྒྱ་ཐམ་པ་སྤྲད་པ་རེད་རྨྱིན་ལམ་ནང་ལ་རེད་ད། རྨི་ལམ་ན། ཨ་མའི་སྒོ་མོ་རྒྱ་དམ་པར་དཀྲིས་པར་དེ་པས་སེམས་པ་དགའ་བོ་བྱུང་རེ་ཁྱེད་རང། ཡག་རྙེད་འདུག་ཚེ་སྒྲུབ་དང་སྒོ་མོ་རྒྱ་དང་ཨ་མ་ད་ག་བ་ག་ད་ད་ག་རྙིང་ལམ་རེད་དོ། ཡིན་ནས་མདང་དགོང་ཁྱེད་རང་ཨ་མ་ངོ་མ་རང་སྣང་སོང་ཨ། བས་ཤ་སྒོ་མོ་རྒྱ་དམ་པར་དཀྲིས་སོང་ཨ། དངོས་སུ་འབའ་ས་ལ་འགྲོ་སོང་ཨ་མོག་མོག་ཟ་སོང་ཨ། ད། བརྙན་ལམ་ནང་ན་ཆུ་ཚོད་གཉིས་གསུམ་གཅིག་ནང་ལ་བརྙན་ལམ་བཏང་བ་རེད། དུས་ཚོད་ཆུ་ཚོད་གཉིས་གསུམ་གཅིག་རེད། ད་ལྟ་ངོ་ཚོ་སྐྱེས་ནས་ལོ་བརྒྱ་ཐམ་པ་འདེགས་གིན་ན་སྐྱེས་ནས་ལོ་ལྔ་བཅུ་འདེགས་གིན་ན་ལོ་ལྔ་བཅུའི་རིང་ལ་དེ་གས་ད་འོ་འདི་ཀ་བ་རེད་དང་འདི་ཅོག་ཙེ་རེད་དང་འདི་མི་རེད་འདི་ངའི་གྲོགས་པོ་རེད་འདི་ངའི་ཁྱོ་ག་རེད་སྐྱེས་དམན་རེད་སྤུ་གུ་རེད་ཟེར་ཏེ་དེ་སྣང་བ་ཤ་གི་འདུག་བ། འདི་ལོ་ལྔ་བཅུའི་རིང་གཅིག་པོ་རེད་བ། གཉིས་ལམ་ནང་ལག་ཆུ་ཚོད་གཉིས་རེད་བ། དེ་གཉིས་ལ་བདེན་པ་འདུག་གས་ཟེར་ན་ག་གི་བདེན་པ་རེད་ཟེར་ན་གཉིས་ཀ་རྫུན་པ་ཡིན་པ་ལ་ཁྱད་པ་སྤུ་ཙམ་ཡོད་མ་རེད་འདི་ནི་ཆུ་ཚོད་གཉིས་རེད་དེ་དེ་ལོ་ལྔ་བཅུ་རེད། དེའི་ཚེ་འདི་རིང་བ་ཙམ་གྱི་རེད་མ་གཏོགས་གཏུགས་ཤི་བ་དང་ཡོད་མ་རེད་འདི་གས་ཐམས་ཅད་གཉིས་ལམ་དང་གཅིག་པ་གཅིག་རྐྱང་རེད། བདེན་པ་སྤུ་ཙམ་དྲུག་ཡོད་མ་རེད། དྲུག་ཡོད་མ་རེད་ད་གཏོགས་འདི་བདེན་པ་ཡིན་ཕ་གི་རྫུན་པ་ཡིན་བསམ་དགོས་རེད། འོ་ཐམས་ཅད་རྨི་ལམ་གྱི་རང་བཞིན་ཡིན་གྱི་དེ་རྟོགས་སོང་ན་སྟོང་ཉིད་ལ་ཉེས་སོང་བ་རེད་ད་ལྟ་ཤེས་རབ་ཀྱི་བར་དུ་ཕྱིན་པའི་བློ་དེ་རང་གི་རྒྱུད་ལ་སྐྱེས་འགྲོ་གི་རེད་གར་ཆེན། ཨང་དེ་གས་ཐམས་ཅད་དེ་རྨྱིན་ལམ་དང་གཅིག་པ་གཅིག་རྐྱང་རེད་རྨྱིན་ལམ་ནང་ལ་ཆུ་ཚོད་ཆུ་ཚོད་གཅིག་གཉིས་གཅིག་རེད་འདི་ཆུ་འདི་ལོ་ལྔ་བཅུ་དྲུག་ཅུ་བདུན་ཅུ་བརྒྱད་ཅུ་ག་ཚོད་བསྡད་པ་ནས་དུས་ཚོད་རིང་ཐུང་ལ་ཁྱད་པར་ཏིས་སུ་འདུག་མ་གཏོགས་བདེན་མི་བདེན་ལ་སྐུ་ཉིད་གཅིག་པ་གཅིག་རྐྱང་རེད། བ་གི་ཡང་རྫུན་པ་རེད་དེ་ཡང་རྫུན་པ་རེད། བདེན་པ་སྤུ་ཙམ་ཡོད་མ་རེད། འོ་འདི་སྣང་བ་དང་རྨི་ལམ་གྱི་རྒྱུ་མེ་མེ་བཞིན་འཁྲུལ་ངོ་ལ་སྣང་བ་རྨི་ལམ་ལྟ་བུ་དང་རྒྱུ་རྐྱེན་རྟེན་འབྲེལ་ཚོགས་པ་ལ་གློ་བུར་དུ་སྣང་བ་སྒྱུ་མ་ལྟ་བུ། ད་སྒྱུ་མ་ཟེར་ན་རྫུ་འཕྲུལ་ལྡན་གྱི magic འདུག་ཨ།

ཀོས་བུ་མོ་སྙིང་རྗེ་བོ་ཅིག་སྤྲུལ་བྱ། ད་འདི་བུ་མོ་འདི་བདེན་པ་རེད་རྫུན་པ་རེད་ཟེར་ན་དེ་ནི་རྫུན་པ་རེད། ད་ལྗགས་རྡུང་བ་ལ་ཁོ་གི་ཏན་ཧང་གི་དབུས་རོགས་དེ་ད་གཅིག་བྱེད་གཉིས་ནས་ད་ལྟ་མངོན་སུམ་དུ་མཐོང་མཁན་གི་མི་དེ་ཚོ་གི་ལྗགས་རྡུང་བ་ལ་འདི་བུ་མོ་ཅིག་དེ་སྤྲུལ་བྱ་བ་དེ་ནི་ཁོ་ཚོས་གི་གར་དུང་རེད་ཡ་གི་ད་རྫུན་པ་རེད་ཟེར་ལྗགས་རྡུང་བ་ལ་ཁོ་རང་གི་འདི་ད་རྫུན་པ་རེད་བསམ་གི་ཡོད་རེད་བ། རྫུན་པ་རེད་བསམ་གི་བསམ་གི་ལ་ལྗགས་རྡུང་བ་ལ་དེ་བུ་མོ་ཏན་སྙིང་རྗེ་བོ་དང་འདི་ལ་ཆགས་པ་གྱིས་ཡན་ཁོ་རང། འདི་རྫུན་པ་ཡིན་གི་ཡིན་གི་ལ་གོ་ཆག་པོ་སྐྱེ་གི་འདུག་བ་དེ། མི་རྫུན་མ་ནས་ལྟ་དུས་ག་ན་ཡ་གི་ཇག་སྡུག་ཡིན་པ་ཧ་གོ་གི་ཡོད་རེད་བུ་མོ་སྙིང་རྗེ་བོ་མཐོང་ཡོང་དུས་ག་ན་ཚང་མ་ཆག་པ་སྐྱེ་རུ། རྫུན་པ་ལས་ཆག་པ་སྐྱེ་གི་འདུག་བ་དེ་ད་བསམ་གདའ་ན། ད་འདི་རྒྱུ་མ་ལྟ་བུ་འདི་བཀྲུས་བཞག་པ་འདི་རྒྱུ་རྐྱེན་རྟེན་འབྲེལ་མང་པོ Chemical དེ་འདྲས་རྫས་ཆ་དེ་འདྲས་མང་པོ་ཚུར་རུག་རུག་བཟོས་ནས་དེ་འདྲས་བཟོས་བཞག་པ། འདི་ག་ཚོད་དཔག་ཏུ་བཟོས་པ་རེད་ཡ་ཆུ་ཚོད་གཅིག་ནས་ཡང་ན་ཆུ་སྐར་མ་ལྔ་ནས་ཡང་སྐར་མ་བཅུ་ནས་དེའི་རྗེས་ནས་ཁོ་མེད་པ་འགྲོ་གི་རུག་གདའ། ཡིན་ནས་སྐར་མ་ལྔ་བཅུ་ཉི་ཤུ་ག་ཚོད་འདས་པ་དེ་དུས་ཚོད་རིང་ཐུང་རེད་མ་གཏོགས། ཤེས་ལྡན་པ་རེད་མི་འདུག་ག། འོ་འདི་ཡང་སྒྱུ་མའི་རང་བཞིན་རེད་རྫུན་པ་རེད་ཡོད་མ་རེད་དེ་ཡིན་ནས་དེ་ལ་བདེན་པ་ཆགས་ཀྱི་འདུག་ག་ཆགས་པ་སྐྱེ་གི་འདུག་ག་འདི་ཡག་པོ་རེད་དུ་བསམ་གྱི་འདུག་ག་འདི་སྡུག་ཅག་རེད་དུ་བསམ་གྱི་འདུག་ག། རྫུན་པ་ལ་ཡང་ཡག་སྡུག་གི་དབྱེ་བ་བཞག་གི་འདུག་ག་རྒྱུ་མཚན་ཅི་རེད་ང་ཚོའི་བློ་འདི་འཁྲུལ་བའི་ངོ་ལ་དེ་འདྲས་སྣང་གི་ཡོད་རེད། རྒྱུ་རྐྱེན་རྟེན་འབྲེལ་ཚོགས་པ་ལས་གློ་བུར་དུ་སྣང་བ་སྒྱུ་མ་ལྟ་བུ། ད་ངས་དེ་དེ་སྒྲུང་ཞིག་བཤད་ད་ང་དུས་ཚོད་མང་པོ་འདི་སྐྱེལ་མི་ཐུབ་ཕ་ཆེའི། དེ་དེ་ནི་མ་ཡང་མང་པོ་རེད་འདུག་ང་བསྡད་བཞག་གི། འདི་མཚམས་མ་བསྡུས་པའི་སྔོན་ལ་ངས་སྒྲུང་ཅིག་བཤད་རེ་བ། ག་རེ་ཟེར་གི་འདུག་ཟེར་དུས་གང་ལ་སངས་རྒྱས་བཅོམ་ལྡན་འདས་དགོངས་པ་མྱ་ངན་ལ་བདེ་རུ་འདུག་གམ། ཡང་འདི་སྒྲུང་འདི་རྫུན་མ་དེ་འདྲས་མ་རེད་ད་རྫུན་སྒྲུང་ངོ་མ་རེད་ལུས་རྒྱུ་ངོ་མ་དེ་རེད། སངས་རྒྱས་བཅོམ་ལྡན་འདས་དགོངས་པ་མྱ་ངན་ལ་བདེ་ཡོང་དུས་གང་ན། དགོངས་པ། མྱ་ངན་མ་དེ་སྔོན་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་འོད་སྲུང་ཆེན་པོ་ལ་གསུངས་བ་རེད་འོད་སྲུང། ང་མྱ་ངན་ལས་འདས་ཚར་བའི་རྗེས་ལ་ཁྱེད་རང་བསྟན་པའི་བསྟན་པའི་བདག་པོ་དེ་ཁྱེད་རང་ལ་ངས་རྩིས་སྤྲད་གི་ཡིན་གསུངས་བ་རེད། རྩིས་སྤྲད་ནས་དེ་ནི་ཀུན་དགའ་བོ་ལ་ཡག་པོ་བརྟག་པོ་སྐྱབས་ཞུ་བ། ཀུན་དགའ་བོ་ལ་ཡིན་གཅིག་མིན་གཅིག་ཡག་པོ་བྱམས་པོ་བྱེད་ཞུ་བ། ཁོ་ལ་ཡག་པོ་བལྟ་ཞོག་གསུངས་བ་རེད། ཀུན་དགའ་བོ་ལས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བ་རེད་ཨ། ད་ཁྱེད་རང་སེམས་ཁྲལ་བྱེད་དགོས་མ་རེད། ང་ང་མེད་པ་ཡིན་ན་ཁྱེད་ཡོད་མ་བསྡད་འོད་སྲུང་ཆེན་པོ་འདུག་ག་འོད་སྲུང་ཆེན་པོས་ཁྱོད་རང་ལ་ཡག་པོ་བལྟ་གི་རེད་གསུངས་དོན། འདི་གསུངས་དུས་གང་ལ་སྐད་བཀའ་བ་ཞེ་ན་དགའ་གསུངས་ད་འདྲེ་ལྟར་ཏེ་སངས་རྒྱས་དགོངས་པ་མྱ་ངན་འདས་བ་ལྟ་བུ་བློ་ཕམ་ད་ཕམ་ཡིན་ནས་རྗེས་མ་དགོངས་པ་མྱ་ངན་ལ་འདས་འདས་ཚར་བའི་རྗེས་ལ་ཀུན་དགའ་བོ་གི་ལགས་སོ་འོད་སྲུང་ཆེན་པོ་གི་ཀུན་དགའ་བ་ལ་བཀའ་བཀྱོན་མང་པོ་གནང་བ་རེད་དམ། པི་ཡུལ་བ། གྲྭ་ས་ནས། པའི་ཡོང་དུས་གང་ལ་ད་ད་ཀུན་དགའ་བོ་ད་ཧ་ལུ་ཀུན་དགའ་བོ་སྒྲ་ཞིམ་པའི་དགོས་པ་ཐོབ་པས་ངའི་ཁ་སང་ནས་ལུས་རྗེས་ཤེས་སོང་ཨོ་དེ་དང་ཡང་ད་རེས་དེ་ཁ་ཁ་ཏིས་མ་འདྲ་བ། དེ་འདྲ་ཡང་ཁ་ཁ་རེད། དེང་སང་ཁོང་སྐལ་བ་གིས་ང་ལ་སྡུག་ཅག་དེ་འདྲས་བྱས་སོང་བྱས་ཙང་སངས་རྒྱས་ཀྱི་བདེ་ཁོང་ལ་དཔེ་མི་སྲིད་བཀའ་སློབ་གནང་སོང་ཡིན་སྟབས་ཁོང་ང་ལ་སྡུག་ཅག་བྱས་སོང་བསམ་གྱི་ཡོད་རེད། འོ་ད་དེ་ནས་དོན་ཆེན་རྗེས་མ་ཁོང་དགྲ་བཅོ་པའི་གོ་འཕང་ཐོབ་སོང་བ་རེད། དགྲ་བཅོ་པའི་གོ་འཕང་ཐོབ་པའི་སྙིང་པོ་དེ་སྔོན་ཤེས་ཐོགས་པ་མེད་པ་བཅས་དུས་གང་ན་འོད་སྲུང་ཆེན་པོ་གིས་ཁོང་ལ་བཀའ་བཀྱོན་གནང་ཡོད་དེ། ཁོང་དགྲ་བཅོམ་པའི་གོ་འཕང་ཐོབ་པའི་ཆེད་དུ་བཀའ་བཀྱོན་གནང་རྒྱུ་རེད་དོ། འདི་དགོན་དགའ་བོ་གི་སྤྱན་གླུད་པ་ལ་དམིགས་ནས་མི་བཅུ་དྲུག་སྤྲོ་ཆེན་གྱི་འོད་སྲུང་ཆེན་པོ་ལམ་བཟང་གྱི་ཁ་སང་རྩིག་པ་ཟ་རོ་འོད་སྲུང་ཆེན་པོས་ང་ལ་བཀའ་བཀྱོན་གནང་སོང་ཟེར་ད་ད་རེ་ད་དམིགས་ནས་མི་བཅུ་དྲུག་ནས་འོད་སྲུང་ཆེན་པོ་ག་བ་འདི་ང་ལ་ཡོད་ན་འདི་ང་ལ་བ་ལམ་བཟང་ཕྱག་འཚལ་རོ། འདི་ང་ལ་ཡོད་ན་འདི་ནི་བ་ཕྱག་འཚལ་སོང་ལམ་བཟང། དེ་འདྲའི་ཕྱག་ནི་དེ་ནས་འོད་སྲུང་ཆེན་པོ་དེ་ནས་ཀུན་དགྲ་བཅོམ་པའི་གོ་འཕང་ཐོབ། རྗེས་མ་འོད་སྲུང་ཆེན་པོ་དགོངས་པ་མྱ་ངན་ལ་དད་འདོད་དུས་གང་ན། དེ་ནི་ཀུན་དགའ་བོ། དེ་ནི་བསྟན་པའི་བདག་པོ་གནང། ཀུན་དགའ་བོས་བསྟན་པའི་བདག་པོ་གནང་དུས་གང་ལ་ཁོང་གིས་སངས་རྒྱས་ཀྱི་བསྟན་པ་ཉི་མ་ཤར་བ་ལྟར་སྤེལ་ནས་ཁོང་གི་སློབ་ཕྲུག་མང་པོ་ཞིག་དགྲ་བཅོམ་པའི་གོ་འཕང་ཐོབ་པ་རེད། ད་ཁོང་དགོངས་པ་མྱ་ངན་ལ་དད་དུས་ཡུལ་དབུས་སུ་དུས་གང་ལ་མ་ག་དྷ་དུས་སུ་ཡུལ་དབུས་རེ་བསྟན། ཨོ་ཡུལ་དབུས་དང་དེ་ནས་ཆུ་མོ་གངྒཱ་བསྐྱིལ་ཏེ་ཆུ་མོ་གངྒཱ་བྲོ། དེའི་གཡས་གཡོན་ཆུ་མོ་གངྒཱ་གི་ལྡིང་ངོས་ལ་ཡོད་མཁན་སོགས་ཀྱིས་སྲིད་དུས་གང་ལ་ཀུན་དགའ་བོ་དགོངས་པ་མྱ་ངན་ལ་དད་སོང་ན་ང་ཚོའི་སྡེ་ལ་དགོངས་པ་མྱ་ངན་ལ་དད་དགོས་ཡོད་ཟེར་གྱི་རེད།

འོ། ཁོང་ལ་ཆོས་གསུང་ངེས་ཏེ་ད་ཁོང་གིས་དངོས་གཞས་དེ་འདྲི་ཟིན་འདུག་འོ་འདི་ལ་ངའི་ཆོས་ཀྱི་ཐ་མ་དེ་ཐ་གས་པ་ཐ་མ་སློབ་ཕྲུག་ཐ་མ་དེ་འདི་རེད་འདུག་ཚེ་ཁོང་ལ་ཕར་ཕྱིན་ཏེ་ཞོགས་པའི་ནི་ཉིན་གུང་ཆུ་ཚོད་བཅུ་གཉིས་བར་དུ་ཁོང་ལ་ཆོས་གསུང་བ་རེད། ཆོས་གསུང་དུས་ཉིན་གུང་ཏག་ཏག་དེ་ཉི་མ་དེ་དེའི་དཀྱིལ་དུ་སླེབས། ནམ་མཁའི་གུང་ལ། འོ་འདིའི་སྐབས་ལ་ཁོང་ལ་ཆོས་གསུང་མ་ཐག་ཁོང་དགྲ་བཅོས་པའི་གོ་བ་ཐོབ་སོང་སློབ་ཕྲུག་དེ། ཞོགས་པའི་ནི་གུང་ཉིན་གུང་བར་དུ་ཆོས་གསུང་ནས་ཁོང་དགྲ་བཅོས་པའི་གོ་བ་ཐོབ་པར་གདའ། འོ་ཁོང་གི་ཚེ་ལ་དགྲ་བཅོམ་ཉི་མ་གུང་པ། འོ་དུག་སེལ་དགྲ་བཅོམ་ཉི་མ་གུང་པ། དགྲ་བཅོམ་པའི་གོ་བ་ཐོབ་སོང་ཀུན་དགའ་བོ་ད་འགྲིག་ཁྱོད་རང་འདས་མ་འདས་སོ་ད་ཁྱོད་རང་གསུངས་སོ། ཡག་འགྲོ་ཡག་རྒྱོབ་སོང་ཀ་ཤི་མིར་ལ། འོ་ཁོང་ཀ་ཤི་མིར་ལ་ཡག་བཏང་སོང། ཀ་ཤི་མིར་བཏང་དུས་ཀུན་དགའ་བོ་འདས་གུང་པ་མྱ་ངན་ལ་རྫོགས་སོང།

སྒྲ་ཆེན་པོ་གུང་པ། ཉི་མ་གུང་པ། ཀ་ཤི་མི་ལ་ཡེ་ག་དུག་ས་བབས་ཡོངས་འདུས་དང། མཚོ་བྱི་བ། མཚོ་ཆེན་པོ་བྱི། མཚོ་དེའི་འགྲམ་ལ་དེ་འདྲའི་ཤོང་སྦྲ་ཁོང་གི་རྫུ་འཕྲུལ་དངོས་གཞིའི་རྐྱེན་གྱིས་མཚོ་དེའི་ནང་ལ་ཀླུ་པད་མ་སེ་གདུག་པ་ཅན་གྱི་ཡོད་རེད། དེ་འོས་དུས་གང་ལ་དེ་ནི་ལམ་སང་ཀུན་དགའ་བོ་དེ་འདྲའི་ཟེར་ཡོང་དུས་གང་ན། དེ་ནི་ཀླུ་དེ་ལ་སྐད་བཏང་བར་ཀུན་དགའ་བོ། ཀུན་དགའ་བར་འདི་ཉིད་དགྲ་བཅོམ་ཉི་མ་གུང་བར། ལམ་བཟང་བར་ཡར་སྐད་བཏང་ནས་ལམ་སོགས་གླུ་དེ་ཡར་ཤོག་གསུངས། དེ་གླུ་དེ་ཡར་ཡོང་རོགས་མ་ཞེས་སྒོ་བརྩིགས་པར། ད་བར་གོ་གླུ་དེ་དགྲ་བཅོམ་ཉི་མ་གུང་བར་གྱིས་ཨོར་སྒྲར་བཏང་ཡོང་དུས་བཀའ་བཏང་ཡོང་དུས་ཁོ་ཡར་མ་ཡོང་བར། དེ་ནི་ཡར་ཡོང་གི་ཡིན་ཡོང་མིན་ཁྱེད་རང་ཡར་ཤོག་ང་ལ་ས་བྱི་གཅིག་སྒུག་གི་འདུག་བསམ།

ས་ཆ་ག་ཚོད་དགོས་ཀྱི་ཡོད་ཞུས་པར། ངས་ཆོས་གོས་འདི་གི་ག་ཚོད་ཁྱབ་ས་རེད། འདི་ག་ཚོད་ཞིག་དགོས་ཀྱི་ཡོད་གསུངས། ཁྱེར་ཞེས་གསུངས། གནམ་རོང་ནང་ཀླུ་སྡིག། ལམ་བཟང་དགྲ་བཅོམ་ཉི་མ་དགོན་པ་བར་སྣང་ཐོག་ལ་གཅིག་ཕུར་སོང་ཆོས་གོས་གཅིག་བར་སྣང་ཐམས་ཅད་པར་བཀང་སོང་རེད་བཀང་ནས་སྡིག་གི་མ། གྲིབ་ནག་ཡོད་པ། དྲི་ང་ག་ཚོད་ཁྱེར་ཚ་ས་ཆ་དེ་དེ་ཁོང་གླེང་བཞག་ཨོ་དེ་ལ་དེ་ནི་ནང་པའི་གི་ཀུན་དགའ་ར་བ་དགེ་སློང་ཚོ་བཞུགས་ས་དེ་འདྲའི་སྐྱོན་ནི་ཨོ་དེ་ས་ཆ་དེའི་ནང་ལོགས་ལ། ཁ་ཆེ་ཤ་སྐམ་སི་དུ་ཨ། སྐད་སར། ཁ་ཆེ་ཤ་སྐམ་དེ་སྐྱེས་སའི་གི་གནས་དེ་ཨོ་དེ་དགྲ་བཅོམ་ཉི་མ་གུང་པའི་གི་ཁོང་གི་ཆོས་གོས་གི་ཡེ་གེ་བར་སྣང་དོ་ན་བ་གེ་ལ་གྲིམ་གྲིབ་སིའི་ཕོ་ཡོ་ར་བ་ཨོ་དེ་གྲིབ་སིའི་ཕོ་ས་དེ་ས་ཆ་དེའི་ནང་ལོགས་ལ་སྐད་སར་དེ་མང་པོ་ཤི་ར་སྐྱེས་གོས་སི་སྐད་སར་ཡོང་ས་ཁུང་གཅིག་དེ་རེད་ད་ཀ་ཤི་མེ་ནི། འོ་དེ་འདྲའི་བྱས་ནས་འདི་ཚོ་བས་ད་འདུག་རྫུ་འཕྲུལ་གྱི་ཐོག་ནས་གནང་གི་མི་འདུག་བས། གནས་སྐབས་ལ་ཡོད་དེང་གས་སུ་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་ལྟོས་ནས་དེ་འདྲའི་སྤྲུལ་ཡས་ཡོད་རེད་ང་ཟེར་ན། འོ་འདི་ཡིན་ཙང། དོན་ལ་ག་རེ་ཟེར་གི་ཡོད་རུང་ཐམས་ཅད་སྒྱུ་མའི་རང་བཞིན་རེད་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཚོགས་པ་ལ་ལྟོས་ནས་བྱུང་བ་རེད་མ་གཏོགས་དོན་དུ་ཡོད་མ་རེད་གསུངས། དཔེར་ན་ངའི་གཟུགས་པོ་ཞེས་བརྡབ་དུས་གང་ལ་གཟུགས་པོ་ག་གི་རེད་འདུག་ཟེར་དུས་ལག་པ་རྐང་པ་མིག་སྣ་དགུ་གློ་བ་མཆིན་པ་རྐང་དེ་སྐད་དུ་ཆ་ཚང་ཚང་བ་དེ་ལ་དེ་ནི་ལུས་སུ་ལབ་པ་རེད་མ་གཏོགས། ད་རེ་རེ་ནས་མ་ཁ་བྲལ་དུས་འདི་གཟུགས་པོ་འདི་ལག་པ་རེད་བས་ངའི་གཟུགས་པོ་འདི་ལུས་རེད་བས་སམ་འདི་མ་རེད་འདི་མ་རེད་འདི་མ་རེད་ད་ཁ་བྲལ་དུས་ལུས་མི་འདུག་གམ། ཡེ་ནས་རྒྱུ་རྐྱེན་རྟེན་འབྲེལ་མང་པོ་འདི་གས་མང་པོ་ཚོགས་པ་ལ་ལྟོས་ནས་ལུས་སེ་ལབ་རྒྱུ་འདུག་ག། ཅོག་ཙེ་སེ་དེ་མང་པོ་ཚུ་ཚོགས་པ་ལ་ལྟོས་ནས་དེ་བཞག་རྒྱུ་འདུག་ག། དོན་ལ་ཕ་ཚུལ་དེར་ཅོག་ཙེ་སེ་མིང་བཏགས་ས་ཡོད་མ་རེད་སོ། འོ་སྡུག་ཆེ་ནི་ད་གང་ལྟར་དེ་བར་དུ་ང་ཚོ་ཆ་ཚང་ཚར་ཡོད་མ་དེ་འདྲ། རྒྱུ་མའི་དཔེ་བརྒྱད་ཡིག་ནང་ནས་དཔེ་གཉིས་ཀྱི་སྐོར་ལ་ངས་བལྟས་ཚེ་ཤེས་བས་ད་མདོ་དཔེ་དྲུག་ཡོད་རེད། འོ་དེ་ཚོ་གཏན་ལ་འབེབས་ནས་སྟོང་ཉིད་ཀྱི་དོན་མངོན་སུམ་རྗེན་རྗེར་དུ་གཏན་ལ་འབེབས་གི་ཡོད་སྟོང་ཉིད་ཀྱི་དོན་འགྲེལ་བཤད་རྒྱབ་གི་ཡོད་དེ། སྟོང་ཉིད་ཟེར་ནས་ཨ་ལེ་དེ་འདྲས་རེད་དོ་བསམ་པ་ཙམ་གྱིས་ཁྱེད་རང་གི་ཉོན་མོངས་དུག་གསུམ་འདི་ནས་མ་རིག་པ་མང་པོ་ཆེ་རྩ་མེད་བཏང་ཐུབ་གི་རེད། སྟོང་ཉིད་ཟེར་འདི་ག་ཤུགས་ཆེན་པོ་རྩ་ཆེན་པོ་རེད། འོ་རྒྱུ་མཚན་དེའི་ཕྱིར་མདོར་ན་ད་དགེ་བའི་ཆོས་ཉན་པའི་དགེ་བའི་རྩ་བ་བསགས་ཚད་གང་པོ་དེ་ཐམས་ཅད་དུ་མཐའ་ཡས་པ་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྔོ་བར་བྱའོ།